དེ་སྔ་ཁོང་བྱང་ཨ་རིའི་སྐུ་ཚབ་དོན་གཅོད་གནང་བའི་སྐབས་ལ་ཡང་སྐུ་ཚབ་དོན་གཅོད་ལས་ཁང་གི་ནང་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་མཚན་ལྡན་གྱི་སྒྲིག་གཤོམ་བྱུང་མེད་པའི་ཐ་སྤྱི་ཚོགས་ནང་གླེང་སློང་ཤུགས་ཆེ་བྱུང་བའི་སྐོར་ལ་བཀའ་འདྲི་ཞུས་པར། སྲིད་སྐྱོང་འོས་མི་སྐལ་རྡོར་ལགས་ཀྱིས་དེ་ལ་ལན་འདེབས་གསལ་བཤད་གནང་ཡན་ལ་ཡང་མི་ཉུང་ཤས་ཅིག་གིས་རྙོག་དྲ་བཟོས་ཡིན་པ་དང། དག་ན་གཞི་འདི་ཆབ་སྲིད་ཀྱི་ལག་ཆར་བེད་སྤྱོད་བྱས་ཡོད་པ། ད་ག་ནང་བཞིན་སྐབས་དུས་དུས་གྲོས་ཚོགས་ནང་འདིའི་རྩོད་གཞི་ལ་གླེང་སློང་བྱུང་བ་དེ་ཚོ་ཚང་མ་ལོ། ཨ་ནི་རྙོག་དྲ་མེད་ས་ལས་རྙོག་དྲ་བཟོས་ཡིན་པའི་སྐལ་རྡོར་ལགས་ཀྱིས་བསྙོན་འཛུགས་གནང་བའི་བརྙན་ཐུང་དུམ་བུ་ཞིག་གཤམ་ལ་གསན་བསུ་ཡོང་བ་ཞུ།
སྐུ་ངོས། སྐུ་སྒེར་དང་འབྲེལ་བའི་ཐོག་ནས་སྤྱི་ཚོགས་ནང་རྙོག་གླེང་ཁ་ཤས་ཤིག་ཡིན་བཀའ་འདྲི་ཞུ་ཆོག་ལགས་སོ་ཡིན་ད་ཡིན། སྐུ་ངོས་བསྟན་འོག་ལ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡ་སྲིད་སྐྱོང་གི་འོས་མི་ལས་བཞེངས་པའི་སྐབས་སུ་ཡ་དྭགས་ནང་སོང་དུ་ཞལ་ཐང་འདྲ་སྤྱི་ཚོགས་ནང་ལ་ཡ་སྤྱི་ཚོགས་དྲ་རྒྱ་ག་ལ་མཐོང་ཡ་འདུག་སྐུ་ངོས་ཉི་མ་བྱང་རི་སྐུ་ཚབ་དོན་གཅོད་སྐབས་ལ་ཡ་རྒྱ་བོ་རིན་གྱི་སྐུ་པར་མ་ཞལ་སྲིད་སྐྱོང་བློ་བཟང་སེང་གེ་སྐབས་བརྒྱུད་དེ་སྐུ་པར་ཡ་ཞལ་དེ་འདྲ་བྱས་ནས་ཞལ་རེད་ཟེར་ནས་ད་དཀྲོག་གཏམ་ཡིན་དངོས་གཟིགས་བྱས་ཡིན་དེ་མང་པོ་ཅི་ཡང་མགོ་མ་ཚོས་ནས་དེ་འདྲ་འདུག་དོན་དངོས་ཐོག་ག་འགྲིག་མེད་ཅེས་གསལ་བཤད་གནང་བ་ཞིག། འདི་བློ་ཚང་ལ་བསྙད་བཀུར་ནས་རྩ་གསལ་བོ་ཤོར་ན་མགོ་མ་ཚོས་རྩ་ནི་མ་རེད་བསམ་གི་འདུག་འདི་ལ་འགྲེལ་བཤད་ག་ཚད་བརྒྱབ་ནས་འགྲེལ་བཤད་འགྲོ་ཡ་མེད་སྐྱོ་གི་ད་གནས་སྟངས་ཤེས་ཤག་ག་ཚོད་ན་འདིའི་དཀའ་ངལ་ཉུང་ཤས་ཅིག་གི་འདི་དཀའ་ངལ་འདི་བཟོས་ནི་རེད་བ་དཀའ་ངལ་མེད་ས་དེ་བ་དཀའ་ངལ་བཟོས་ནི་ད་ཆབ་སྲིད་གི་ལངས་ཕྱོགས་ཅིག་ལ་ཕག་ཁྲིད་ནི་རེད་བ་ཨ་ནི་ཆབ་སྲིད་གི་ལག་ཆ་ཚོར་བེད་སྤྱོད་བཏང་ནི་འགྲེལ་བཤད་ག་ཚད་བརྒྱབ་ནི་རེད་བ་བློ་ཚང་ལ་འདི་འགྲེལ་བཤད་འགྲིག་གི་མ་རེད་ག་ཚོད་ན་ཚེ་ན་ཁོང་ཚོར་འགྲེལ་བཤད་འགོ་མ་རེད་ཁོང་ཚོ་ལ་འདིའི་གནས་ཚུལ་འདི་ལག་ཆ་བེད་སྤྱོད་བཏང་ཡ་ཆེད་དུ་འགོ་རེད་ད། དམིགས་བསལ་སྙིང་རྗེ་དང་རྒན་པ་ཚོར་བ་ང་ཚོའི་གི་རྒྱ་ནག་ལ་དམིགས་བསལ་དུ་བ་ད་ཅི་རྒན་གསོ་དང་ཤེས་བྱ་ན་རྒན་པ་ཚོ་ཡོད་རེད་བ་ད་སྐུ་མདུན་སྐུ་པར་མ་བབས་རེད་ཟེར་ན་ད་དེ་ལས་སྡིག་པ་ཆེ་ད་དེ་ལས་རྫབ་ཆེ་ཅིག་ཡོད་མ་རེད་བ་ཨེ་དངོས་ཡོད་གནས་སྟངས་ག་རེ་རེད་སྐུ་མདུན་སྐུ་པར་བབས་ཡས་ཁོར་གནས་དོན་གང་ཡོད་མ་རེད་ག་ཅིག་ཟེར་ན་དོན་གཅོད་ང་ཚོ་མ་དང་པོ་པོད་དུ་ག་ནས་ཁང་པར་གསར་བ་ས་ཀྱང་རེད་རྩིག་པ་ཚང་མ་སྟོང་པ་རེད་དང་པོ་ང་ཚོ་རབ་གནས་ཕྱི་ནས་དང་ཤོས་སྐུ་པར་དེ་རྒྱ་གར་མཆོག་སྐུ་པར་དེ་འདྲའི་ཤོས་རེད་ཐོ་ཚོ་གསུམ་ཡོད་རེད་ཐོ་ཚོ་གསུམ་ན་ཀུན་འདུས་སྐུ་པར་བཅུ་ལྷག་སུ་ཡོད་རེད་ཨ་ནི་ཕི་གེ་ད་དུང་ཕི་གེ་ང་ཚོ་མི་མང་ཡང་ཕེ་ཚ་ཚོགས་ཁང་ཆེ་ཤོས་དེ་ནང་ལོགས་ལ་ཀུན་འདུས་སྐུ་པར་ཆེ་ད་ཅོ་བཞག་ཡོད་རེད་ཡིན་ནས་ད་རྩིག་པ་གཅིག་ནང་རུ་བ་ང་ཚོའི་གི་ད་དེ་དུས་ཆབ་སྲིད་སྐུ་དབང་མ་གནང་ས་རུ་བ་ཨ་ནི་སྤྱི་བཏང་མིན་གཞུང་ཚབ་གོ་བ་ཕྱིན་པའི་ནས་འདི་འགྲོ་སྟངས་ལུགས་སྲོལ་རེད་འདུག་བ་མི་མང་གི་འོས་འདེམས་བྱེད་རྒྱུ་གི་ད་སྲིད་འཛིན་ཡིན་ནས་སྲིད་བློན་ཡིན་ནས་དེ་ལས་ཡང་ག་རེ་ཡིན་ནས་ཕྱི་ཕི་གེ།

ང་ཚོ་རྒན་པ་ཅིག་ཁ་ཤས་ཅིག་གི་མིག་ལ་ཞུ་ཕོག་འདུག་ཨ་ཁ་ལས་ཁུང་ཡ་ཀླད་དུ་ག་ནས་ཀུན་དུའི་སྐུ་པར་ཆད་ཡོད་རེད་དེ་ས་ཆ་ཡག་ཚར་ཅིག་ཡོད་རེད་དེ་ཡིན་ནས་དེ་རྒྱལ་རྟགས་གསུམ་ཞིག་ཡོད་རེད་བ་འདི་བཞག་ཙང་ནི་མིག་མིག་གི་མིག་མང་ང་དེ་ཕི་ཀའི་ད་ལྟ་སྲིད་སྐྱོང་སྲིད་ཟུར་གི་པར་ཡོད་ས་དེ་ལ་མང་ང་འགྲོ་གི་ཡོད་ས་རེད་བ་ཨ་ནི་ག་རེ་ལབ་པ་རེད་ད་བེད་པས་རེད་ཟེར་བ། ཨ་ནི། དེ། སྲིད་ཟུར་དང་དེ་དུས་སྲིད་སྐྱོང་རེད་བ། སྲིད་སྐྱོང་པར་ཚབ་ལ་སྐུ་མདུན་སྐུ་པར་བཞག་དགོས་རེད། ཨ་ནི། དེ་ནས་རྙོག་དྲ་བཟོས་གྲོས་ཚོགས་ནང་ལ་ཡོད་རེད་བ། ཅིག། ཅིག་ད་ག་ལ་འོ་རེད་རྙོག་དྲ་མེད་རེད་རྙོག་དྲ་བཟོས་ནི། ཨ་ནི་སུ་ཅིག་ཁས་ལམ་མ་བསམ་མ་ཕབ་དགོས་རེད་ང་རང་རང་ཐག་ཆོད་རེད་བ་ཨ་ལས་ད་དེ་འདི་ང་ཚོ་དེ་འདི་རྙོག་དྲ་ཁས་མཐོང་མ་སོང་རེད་བ་ད་གལ་སྲིད་ཁ་ཤེལ་དེ་འདི་ཕོག་ཡོད་ན། ཨ་ནི། ཡག་ཤོས་དེ་ད་རང་རེད་བ་ངེད་ཀྱི་ང་རང་རང་གི་དུས་དེ་ང་དོན་གཅོད་ཡིན་ས་ངེད་ཀྱི་ཐག་ཆོད་ནི།

ཨ་རི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཆིངས་ཡིག་གི་སྐུ་མགྲོན་དང་མི་སྣ་གྲགས་ཅན་སྣེ་ལེན་ཞུ་སའི་གི་སྣེ་ལེན་ཁང་བཅོ་བརྒྱད་འདི་གི་མངོན་གསལ་དོད་པོའི་གི་གྱང་འདི་གི་མདུན་ལ་ཨ་ནི་ཨ་རི་དང་ཁེ་ན་ད་ཨ་ནི་བོད་པའི་རྒྱལ་དར་ཡོད་པ་གང་ཞིག་ལ་མངོན་གསལ་དོད་པོའི་གི་གྱང་འདི་གི་དཀྱིལ་ལ་སྐབས་དུས་དུས་གི་དཔལ་ལྡན་སྲིད་སྐྱོང་བློ་བཟང་གི་ལག་གི་འདྲ་པར་བཞག་པ་འདི་འགྲིག་གི་མི་འདུག་འདི་རེད་ད་འདི་འགྲིག་གི་མི་འདུག་ཟེར་དུས་དགའ་ནས་བློ་བཟང་གི་ལག་ལ་ཡ་སྐྱོན་ཚུགས་གི་དགའ་མོད་འདི་མ་རེད། འདི་ག་རེ་བཤད་དགོས་རེད་ཟེར་ན། ཨ་ནི་ད་ལྟ་སྐལ་རྡོར་ལགས་ཀྱིས་གཅིག་འགྲེལ་བརྗོད་གནང་གི་འདུག་བ། གཅིག་གི་གཞུང་ཚབ་ཁག་གཞན་པ་དེ་ཚོའི་ནང་ལ་ཡིན་ན་ཨ་མི་མང་གིས་འདེམས་ཐོན་བྱུང་བའི་ཆབ་སྲིད་ཀྱི་གོ་སྒྲིག་གི་འདྲ་པར་བཞག་ཡས་ཀྱི་ལམ་ལུགས་ཞིག་འདུག་ཟེར་དེ་ཡིན་དུས་ཀ་ནས་ཁོང་རང་གས་འདི་ནང་བཞིན་བྱས་ནས་བཞག་ཡིན་ཟེར་ནས་གསུང་གི་ཡོད་རེད་བ། སྲིད་སྐྱོང་གི་འདྲ་པར་བཞག་ཡས་དེ། ཟེར་དུས། ད་ང་རང་ཚོ་བཅའ་ཁྲིམས་ཀྱི་དགོངས་དོན་གཞིར་བཟུང་བྱས་པ་ཡིན་ན་ང་ཚོ་གི་བླ་ན་མེད་པའི་དབུ་ཁྲིད་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་རེད། དེ་ཡིན་དུས་ད་མང་ཚོགས་ནང་ལ་རེད་ཚོས་ཚོགས་ནང་ལས་གསུང་ཡས་དེ་འདི་གསུང་དགོས་རེད། གཉིས་ནས་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཙམ་མ་རེད་དོན་གཅོད་ལས་ཁུངས་དེ་དེ་ཚང་མ་ལོ་སྐྱབས་མགོན་རིན་པོ་ཆེན་གྱི་མཚན་ཐོག་ལ་ཡོད་ཡོད་འདོད་ས་ནས་སྐྱབས་མགོན་རིན་པོ་ཆེན་གྱི་ལས་ཁུངས་དེ་ཆགས་བསྡད་དགོས་རེད་ཞེས་སོགས་ད་ག་རི་ག་ཏུ་ཞུས་པ་ཡིན་ན། འདིའི་གི་སྣེ་ལེན་ཞུ་སའི་གི་ད་མངོན་གསལ་དོད་པའི་གང་དེ་སྐུ་ཚབ་དོན་གཅོད་ཀྱི་ད་ངོ་གདོང་དེ་ཆགས་དགོས་ར་ཕྱིའི་རྣམ་པ་སྟོན་ཡས་དེ།

བཀའ་གཅིག་ཆགས་དགོས་རེད་དེ་གྲོས་ཚོགས་ནང་ལ་གླེང་སློང་ཤུགས་ཆེན་པོ་བྱུང་སོང་འོ་འདི་གསུང་དགོས་ཡོད་རེད། དེ་འདྲ་ཡིན་དུས་རྩ་ནས་ད་ཅིག་གི་དུས་ཚོད་ཁྲལ་དངོས་གནས་བྱས་ན་ད་མཁྱེན་དགོས་ཡས་ཆེ་རུང་སྲིད་སྐྱོང་སྐབས་དུས་དུས་མི་དོན་གཅོད་ཀྱི་ཕྱག་ལས་གནང་རེས་མཁྱེན་དགོས་ཡས་ཆེ་ལྷག་པར་དུ་ད་ལྟ་སྲིད་སྐྱོང་འོས་མི་ལ་ཡ་བཞག་གི་ཡོད་དུས་རྩ་ནས་ད་དེ་སྔ་འདི་སྐད་དེ་འགྲིག་མེད་པ་དེ་དངོས་གནས་བྱས་པ་ཡིན་ན་ད་ངོས་ལེན་ཡོད་པའི་ཐོག་ནས། གལ་སྲིད་ནས་སྐལ་རྡོར་ལ་དེ་སྔ་ཐེངས་མང་པོ་གསུང་ཟེར་རེད་ངས་ནོར་འཁྲུལ་བྱས་པ་ཡིན་ན་ང་དགོངས་དག་ཞུ་ཐུབ་མཁན་གྱི་མི་དེ་ཡིན་ཞེས་ནས་གསུང་དགོས་ཡོད་རེད། ད་ཐ་མདའ་འགའི་གྲོས་ཚོགས་ནང་ལ་སྡུག་ག་ཚོད་གླེང་སློང་བྱུང་རེད། ཨ་ནི་སྐབས་དུས་དུས་དཔལ་ལྡན་སྲིད་སྐྱོང་མཆོག་གིས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕོ་མཐོང་གྲོལ་རིན་པོ་ཆེ་མཚན་ལྡན་གྱི་སྒྲིག་གཤོམ་ཡོང་ཡས་ལ་ཡང་ཡོངས་ཁྱབ་ཀྱི་བཀོད་ཁྱབ་གནང་གི་ཡིན་བྱས་ནས་གསུངས་ཡོད་རེད་དེ་ད་དུང་སྐལ་རྡོར་ལགས་ཀྱིས་ཅིག་རྙོག་དྲ་མེད་པ་ལ་རིགས་གཅིག་གི་རྙོག་དྲ་བཟོས་ཀྱི་ཡོད་པ་ལྷག་པར་དུ་ད་གྲོས་ཚོགས་ནང་ལ་རྙོག་དྲ་མེད་པ་ལ་རྙོག་དྲ་བཟོས་ཀྱི་ཡོད་པ་ཆབ་སྲིད་ཀྱི་ད་ལག་ཆ་བེད་སྤྱོད་བྱེད་པ་གསུངས་ཡས་དེ་ཚོའི་གྲས་ད་དངོས་གནས་ད་ནས་ཅིག་སྲིད་སྐྱོང་ཡོད་མེད་ཅིག་ཡིན་པའི་དངོས་ནས

ལས་རིམ་མུ་མཐུད་ཡ་ཡིན། ད་རིང་ཕྱི་ལོ་ཉིས་སྟོང་བཅུ་བཞི་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་གསུམ་རེས་གཟའ་མིག་དམར་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པའི་ལས་ཉིན་བཅུ་པ་ཆགས་བསྡད་ཡོད། ད་རིང་གི་ལས་རིམ་དང་པོ་དྲི་བ་འཕྲིན་ལན་གྱི་དུས་ཚོད་ཡིན། དྲི་བ་ཨང་དགུ་པ། དྲི་བ་གནང་མཁན་སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་ལགས།
པ་འདི་ཚོགས་གཙོ་མཆོག་བཀའ་བསྔོ་བའི་སྐབས་བཅོ་ལྔའི་བོད་ཕེབས་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲི་བའང་དགོས་པ་དྲི་བ་ཞུ་ཡོད་པ་འདི་གཞུང་མཆོག་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་དང་བཅས་པའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་དཔར་མཐོང་གྲོལ་རིན་པོ་ཆེ་མངོན་གསལ་དུ་སྒྲིག་གཤོམ་ཞུས་ཡོད་ན་ཡང། ཝང་ཤིན་ཀྲན་དུ་ཡོད་པའི་བྱང་ཨ་རི་སྐུ་ཚབ་དོན་གཅོད་ལས་ཁང་ནང ྋགོང་ས་མཆོག་གི་སྐུ་དཔར་མཐོང་གྲོལ་རིན་པོ་ཆེ་མངོན་གསལ་དུ་མེད་པར་དཔལ་ལྡན་སྲིད་སྐྱོང་གི་སྐུ་དཔར་མངོན་གསལ་དུ་སྒྲིག་གཤོམ་གནང་འདུག་པས་འདི་རིགས་ལ་གཅིག་གྱུར་དགོས་གལ་གཟིགས་ཀྱི་ཡོད་དམ། བཀའ་ལན་གནང་མཁན་དཔལ་ལྡན་སྲིད་སྐྱོང་མཆོག།
བ་ལས་ཚོགས་གཙོ་མཆོག་སྐར་རྟགས་ཅན་གྱི་དྲི་བ་ཨང་དགུ་པའི་ལན་གཉིས་པ་ཝ་ཤིང་ཐོན་དུ་ཡོད་པའི་བྱང་ཨ་རི་སྐུ་ཚབ་དོན་གཅོད་ལས་ཁང་གི་ཁང་ཁུང་ནས་སྐུ་ཚབ་དོན་གཅོད་ཀྱི་ལས་ཁུངས་དང། མཆོད་གཤོམ་ལས་ཁུངས་ཨ་མ་བཅས་གལ་གནད་ཆེ་ས་ཁག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར། ཐུང་མགྲོན་རིན་པོ་ཆེ་མངོན་གསལ་བཅས་བཞི། སྒྲིག་གཤོམ། བྱས་ཡོད་ཐོག། དོན་ཁང་གི་གཡས་གཡོན། གྱང་ལོགས་སོགས་སུ ྋགོང་ས ྋསྐྱབས་མགོན ྋགོང་ས་མཆོག་ཨ་རི་སྲིད་འཛིན་རིམ་བྱོན་སོགས་དང་ལྷན་མཇལ་གནང་བའི་སྐུ་པར་ཁག་དགུ་བཅས་ཁྱོན་སྐུ་པར་གྲངས་བཅུ་གསུམ་ཙམ་ཡོད་ཡོད་འདུག་གཞན་ཡང། རྡོ་སྐས་ཀྱི་གཡས་གཡོན་དུ་སྐུ་ཚབ་དོན་གཅོད་རིམ་བྱོན་དང་དམིགས་བསལ་སྐུ་ཚབ་ཟུར་པ་བཅས་ཀྱི་འདྲ་པར་ཡང་བསྒྲིགས་ཡོད་འདུག་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོའི་སྐུ་ཚབ་དོན་གཅོད་རྣམ་པས་ཚོགས་འདུའི་སྐབས་བོད་མི་སྒྲིག་འཛུགས་ཀྱི་ལས་ཁུངས་མ་ལག་རྣམས་ཀྱི་ནང་བོད་མིའི་ཆབ་སྲིད་མགོ་ཁྲིད་སྲིད་སྐྱོང་གི་འདྲ་པར་རེ་རེ་སྒྲིག་གཤོམ་བྱ་རྒྱུར། གྲོས་བསྡུར་དང་མོས་མཐུན་བྱུང་ཡོད་དོན་ལྟར། ཨ་རི་སྐུ་ཚབ་དོན་གཅོད་ལས་ཁང་གི་ལས་བྱེད་རྣམ་པ་གསོལ་གཟིགས་དང་ཚོགས་འདུ་གནང་ཡུལ་རྒྱ་ཕྱོགས་ཀྱི་ཉེ་འགྲམ་གྱང་ལོགས་སུ་སྲིད་སྐྱོང་གི་འདྲ་པར་ཞིག་སྒྲིག་གཤོམ་བྱས་ཡོད་འདུག་ཚོགས་འདུ་གནང་ཡུལ་དེར་གོང་ས་མཆོག་གི་སྐུ་པར་ཆེ་བ་གཅིག་སྒྲིག་གཤོམ་དགོས་པའི་ཁུངས་ཁྱབ་ཞུ་རྒྱུ་ཡིན། བཀའ་ཤག་ནས་འདི་རིགས་བྱེད་ཕྱོགས་གཅིག་གྱུར་དགོས་པའི་གཟིགས་ཀྱི་ཡོད་ཅེས་དུ་བྱས་ན། གྲོས་དོན་དྲི་བ་དང་པོ་སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་ལགས།
བཀའ་འདྲི་ཚོགས་གཙོ་མཆོག། ང་ཚོས་དེ་བཀའ་འདྲི་ཞུ་ཡ་དེ་ལ་ཡ་སྐུ་པར་གྲངས་ཀ་ག་ཚོད་ཡོད་དང་མེད་ཀྱི་གནས་ཚུལ་ཅིག་རེག་གི་ཡོད་མ་རེད་བསམ་གི། གནད་དོན་དེ་ཨ་ནི་སྐུ་པར་དེ། སྐད་དང་སྐད་ལུགས་དེ་ག་འདྲི་སྐད་མ་གི་དེ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་ཙམ་པ་ལ་ཡ་རྒྱ་བ་རིན་པོ་ཆེའི་གི་གནས་བབ་དེ་ད་ལྟའི་ཆ་ལ་ང་ཚོ་ཚང་མ་ལོག་ག་རེ་ཞུ་ཡོད་སེམས་ན་དེ་བཅའ་ཁྲིམས་རིན་པོ་ཆེ་དམ་པ་ཞིག་ངས་ཞུ་དགོས་གལ་ག་ཡོད་མ་རེད་ཚང་མས་མཁྱེན་གསལ་རེད། གཞི་རྩའི་ལམ་སྟོན་ལེའུ་དང་པོའི་ནང་གི་གཞི་རྩའི་ལམ་སྟོན་དོན་ཚན་དང་པོ་བོད་དང་བོད་མིའི་མགོན་སྐྱབས་དང་མཚོན་རྟགས་ཟེར་གྱི་ད་ག་རང་ནང་ལོག་ལ་ཡ་གསལ་བོ་བཀོད་ཀྱི་ནི་ཡོད་དུས་ཙམ་པ་ལ་ཡ། ཨ་ནི། དངོས་ཡོད་གནས་ཚུལ་ཐོག་ནས་ཆ་བཞག་པ་ཡིན་ཡིག་ཆའི་ནང་དེ་བཀོད་འདུག་མ་རྒྱ་བ་རིན་པོ་ཆེ་དེ་བོད་མི་རིགས་ཀྱི་དངོས་གནས་རང་ནས་ཕ་ལྟ་བུ་དེ་ཆགས་ཀྱི་ཡོད་རེད། བྱས་ཙང་དེ་འདྲ་དགུང་ལོ་བརྒྱད་ཅུ་ཐམ་པ་ལ་ཡར་ཕེབས་བསྡད་ཀྱི་ཡོད་རེད་དེ་ཨ་ནི་སྐུ་ལས་ད་ག་ཚོད་བསྐྱོན་ད་གང་ལྟར་བོད་མི་ད་ལྟའི་ང་ཚོ་བོད་མི་ངོམས་སུ་ཆོག་པའི་ཀྱི་མང་གཙོའི་སྒྲིག་འཛུགས་དེ་ཡང་ཨ་ནི་སྐྱབས་མགོན་རིན་པོ་ཆེ་ཀྱི་སྐུ་པར་སྐྱབས་མགོན་རིན་པོ་ཆེ་སྐུ་དྲིན་ལ་བརྟེན་འདུག་དེ་འདྲའི་ཅིག་གི་སློབ་དཔོན་དེ་སྐུ་པར་དེ་ད་དངོས་མེད་ཅིག་བཞག་ཡོང་བ་དེ་གནས་ཚུལ་འགྲིག་གི་མི་འདུག་གཟུར་བོས་བྱས་བཞག་བྱས་ཙང་དེའི་ཐད་ལ་ཡར། ང་ལ་ཡང་མི་མང་བོ་ཞིག་སྐད་ཆ་དྲིས་ངེས་བྱུང་ལ་ད་ག་ན་བཞིན་དོན་གཅོད་ངོ་དེ་གནང་ལ་བསྐོས་བཞག་ཨ་ནི་རང་ཉིད་ང་རང་སུ་ཉེ་ཉེ་ཆ་སྒྲིག་སིལ་འགྲོ་བའི་སྐབས་ལ་ཡིན་པས་གནས་དེ་གས་ཐུངས་སོ་ཁྱེད་ཚང་བརྒྱུད་ལམ་གནས་ཚུལ་དེ་འདྲས་ལ་བརྟེན་ནས་ཨ་ནི་དེ་བ་ཞུ་དགོས་དོན་དུ་ཆགས་ཡོད། ད་སྲིད་སྐྱོང་མཆོག་གིས་འདྲ་པར་འཇོག་རྒྱུ་དེ་ལ་ཡང་ཡོངས་ཁྱབ་ལམ་སྟོན་ཡོད་རེད་ཡོད་མ་རེད་བྱས་ཏེ་ད་ཡོངས་ཁྱབ་ཀྱི་ལམ་སྟོན་ཅིག་ད་ལྟ་བར་དུ་གནང་ཡོད་རེད་གནང་ཡོད་མ་རེད་ཅེས་ཞུ་ཡ་དེ་ཆགས་ཀྱི་འདུག་ད་ག་ནང་བཞིན་གཅིག་གིས་རྒྱ་ཆེའི་མང་ཚོགས་ཀྱི་སེམས་ཚོར་དང་འབྲེལ་བའི་གནད་དོན་གལ་ཆེ་འདི་འདྲ་ཞིག་ཐག་གཅོད་བྱེད་པའི་སྐུ་དབང་དེ། དོན་གཅོད་ཁག་ཁ་ཤས་ཀྱིས་ཚོགས་འདུ་འཚོགས་པ་ལས། དོན་གཅོད་ཁག་ཁ་ཤས་ཀྱིས་ཚོགས་འདུ་དེ་ལ་ག་འདྲི་ཞིག་བྱས་ནས་བྱུང་བ་རེད། དེ་ག་འདྲི་ཞུ་ཡ་ཡིན་ཐུགས་ཆེ་ལགས། པ་ནས་སྲིད་སྐྱོང་མཆོག།
དཔེ་དེབ་ཚོགས་གཙོ་མཆོག་ད་སྐུ་པར་སྐྱེལ་སྟངས་སྐྱེལ་ལུགས་གསུངས་པ་རེད་དེ་ཐོག་ནས་ཡིན་དེ་ཡིན། ཨ་བཀའ་ཤག་ནང་ལས་གྲོས་བསྡུར་ཐེངས་གཅིག་གཉིས་བྱུང་པ་རེད་དོན་གཅོད་ཁག་གི་ཚོགས་འདུ་ཚོགས་པའི་གི་ཁོ་རང་ཚོ་གི་ཡིག་ཆ་ཡོད་ཞབས་པ་དེ་ཐོག་ལ་ཡིན་ནས་ཡང་ཐག་གཅོད་པའི་ཐོག་ནས་པར་ཆེ་ཆུང་དང་ག་བ་སྐྱེལ་དགོས་ཡོད་མེད་དེ་གའི་ཐོག་ནས་བཀའ་ཤག་ནས་ལམ་སྟོན་དེ་ཚོགས་འདུ་ཚོགས་པ་རེད་དེ་དེ་གང་ལ་ང་ཚོ་ཐག་གཅོད་པའི་ཐོག་ནས་ལམ་སྟོན་ཞུ་ཞབས་པ་ཡོད་མ་རེད། དེ་བཀའ་ཤག་ནང་ལས་བཀའ་མོལ་བྱུང་སོང་མང་པོ་གཅིག་གིས་མ་མཐོང་ངས་མང་པོ་ཅིག་འདུག་མཐོང་མ་སོང། ང་དོན་གཅོད་ལེགས་པོ་ཡག་ཆེས་མ་བྱས་མཐོང་མ་སོང་ཟེར་ངེས་འདུག་དེ་བས་དངོས་སུ་དོ་བོ་ཟེར་ཡས་འདི་ད་ལས་ཁུང་ཨ་མ་བརྩེ་བས་ན་བརྩེ་སྟངས་གཅིག་རེད་དོན་གཅོད་ཨ་མ་ན་བརྩེ་བས་བརྩེ་སྟངས་གཅིག་རེད་ཡིན་པས་ཡིན་ནས་ཡང་ད་འདས་སྐར་རྟགས་ཅན་གྱི་དྲི་བ་ན་ཞུ་བཞག་པ་ནང་བཞིན་རེད་བཀའ་ཤག་ནས་ལམ་སྟོན་ཡོད་པའི་ཐོག་ཨ་ནི་ཕ་གའི་འདི་གོང་ཚ་མཆོག་སྐུ་པར། སྲིད་སྐྱོང་པར་ཐོག་ལ་བཞག་དགོས་པ་དེ་ང་ཚོའི་བཀའ་ཤག་ནས་དགོངས་པ་བཞེས་པའི་ཆེད་དེ་གཞིར་བཟུང་ལམ་སྟོན་གནང་གི་ཡིན་ཞེས་ཆེད་ཞུ་བཞག་ཡོད། དུ་བྱས་ན།
འཕྲོས་དོན་དྲི་བ་གཉིས་པ་སྤྱི་འཐུས་བཀྲ་ཤིས་རྣམ་རྒྱལ་ལགས།
ད་ལྟ་ཐག་གཅོད་དེ་སྐུ་ཚབ་དོན་གཅོད་ཁག་ཚོགས་འདུ་ཚོགས་གནང་པ་རེད་གསུང་ཡ་ཅི་ཡོད་རེད། དེ་ད་ལྟ་གི་གནང་སྟངས་དེ་ཨ་ནི་སྐུ་ཚབ་དོན་གཅོད་ཁག་ཚོགས་འདུ་ཚོགས་ཐག་གཅོད་དེ་གཞི་སྲུང་གནང་བཞག་པ་ཅིག་རེད་བསྡད་ཀྱི་ཡོད་རེད་ག་འདྲ་སི་རེད་བསྡད་ཀྱི་ཡོད་རེད། ངས་ད་ལྟ་ཞུ་ཡ་སྙིང་པོ་དེ་ག་རེ་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་གནང་ཡ་དེ་སྐུ་པར་དེ་ང་རེ་ལྟས་ཡིན་ན་ཁ་སང་ང Washington DC ཕྱིན་པ་རེད་ད་མཁན་རྩོད་པ་ཞོལ་དེ་འདྲ་རེ་ག་གི་མེད་འདས་གང་ལྟར་དེའི་ས་ཆ་དེ་གང་ལྟར་མ་ནི་ཡ་ཡོང་བྱས་ནས Reception སྣེ་ལེན་བྱེད་མཁན་ཡོད་ས་དེ་གི་ད་གང་ལྟར་མི་ཚང་མས་མཐོང་བདེ་ས་ཅིག་དང་ཨ་ནི་འདྲ་པར་རྒྱབ་བདེ་ས་ཅིག་གི་གནད་འགག་དེ་ཆགས་བསྡད་ཀི་འདུག་བྱས་ཙང་དེའི་ནང་ལོགས་ལ་ཡ་ད་འགྲིག་ཡ་དེ་སྐུ་པར་སྲིད་སྐྱོང་གི་སྐུ་པར་དེ་འགྲིག་བཞག་བཞག་སྐུ་མདུན་སྐུ་པར་དེ་དེ་ནས་ཕག་བྱས་དེའི་འོག་ས་མཐོ་དམན་འདྲ་བྱས་པས་དེ་ལས་དམའ་ས་ཅིག་གི་ཕག་ཟུར་དེ་ལས་ཡ་སྒྲིག་ཆུང་བྱས་བཞག་ཅེས་གནང་སྟངས་དེ་རྒྱས་དེ་ད་ད་ལྟའི་ཆ་ལ་ཡ་ག་འདྲས་རེད། ག་རེད་ཟེར་ན་དོན་གཅོད་ཁག་དེ་རྒྱས་དེ་ཚང་མ་ལོ་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་ཚབ་ཀྱི་ལས་ཁུངས་ཀྱི་ཆ་དེ་ཡོད་རེད་ཅེས་དུ་ཞུ་ཡ་ཡིན། ག་འདྲས་ཞུ་ཡ་དེ་བྱས་ཙང། ཨ་འདི་སྲིད་སྐྱོང་མཆོག།
དཔལ་ལྡན་ཚོགས་གཙོ་མཆོག་ད་འདི་རེད་རྩོད་གཞི་རང་རེད་སུ་སུ་ག་འདྲས་གཟིགས་ཀྱི་ཡོད་མེད་ལ་རག་ལན་རང་རེད་ཤ་སྟག་ཁོ་ད་འདི་ཞུས་ན་ལན་པོ་བཟོ་རོགས་ཞིག་མི་འདུག་འདའི་དོན་གཅོད་ཁང་ཚང་མེད་གི་ང་ཚོའི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་ཁོང་ལ་དད་བཀུར་བརྩི་བཀུར་ཡོད་པའི་ཐོག་ནས་སྐུ་པར། ཆེ་ཆུང་ཐོག་ནས་བས་ནས་ཡང། མང་ཉུང་ཐོག་ནས་བས་ནས་ཡང། དོན་བརྗོད་ཁང་ནས་བརྩི་བཀུར་གནང་བའི་ཐོག ྋགྲེམས་ཞྭ་བ་ཞིག་བརྩིགས་ཀྱི་ཡོད། དེ་ཡོད་འདོད་སྐབས་ལ ྋདང་ནང་བཞིན་དོན་བརྗོད་ཁག་གཞན་དག་ལ་ཡིན་པ་ཡིན་ནས་ཡང ྋཁོ་རང་ཚོ་གི་དེ་དོན་བརྗོད་ཁོ་རང་ཚོ་གྲོས་བསྡུར་བྱུང་བྱས་བྱས་ཞྭ་བ་གཞི་བཟུང ྋལག་བསྟར་བྱས་ནས་འགྲོ་བསྡད་ཀྱི་ཡོད་པ་གཅིག་ཐོས་འདུག། གྲོས་དོན་དྲི་བ་གསུམ་པ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས། བསྟན་འཛིན་ཚོགས་གཞོན

ཕྱི་ལོ་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་ལ་ཕེབས་ཀྱི་ཡོད་རེད། མཇུག་མ་ལོ་ང་ཚོ་བརྟན་བཞུགས་ཕུལ་གྱི་རེད་ཕུལ་ཡས་རེད། གཞུང་དམངས་གཉིས་ཀྱི་ཐོག་ནས་བོད་མིའི་སྒྲིག་འཛུགས་ཐོག་ནས། འཛིན་ཁ་ས་ཁུར་བཞེས་པའི་ཐོག་ནས། སངས་རྒྱས་ཞལ་བཞུས་པའི་སྐབས་དུ་བླ་ན་མེད་པའི་དབུ་ཁྲིད་ཞལ་བཞུས་པའི་སྐབས་དུ། རྒྱལ་ཁབ་དབུ་ཁྲིད་ཀྱི་མེ་འབད་ཀྱི

དཔལ་ལྡན་ཚོགས་གཙོ་མཆོག་སྐར་རྟགས་ཅིག་བྲིས་པའི་ནང་ལ་ཨ་ནི། སྲིད་སྐྱོང་གི་པར་འདི་འབུར་དུ་བཏོན་བཞག་མཐོང་ཡ་ཡོད་པ་བྱས་བཞག་ཞེས་བྱས་སྐར་རྟགས་ཅིག་བྲིས་པ་འདུག་སི་ཕེ་ཡོད་དོའི་སྐབས་ལ་ད། དོན་གཅོད་ནང་ལ་གོང་ས་མཆོག་སྐུ་པར་ག་ཚོད་ཡོད་མེད། ཆེ་ཆུང་ག་ཚོད་ཡོད་མེད་ག་བར་ཡོད་མེད་འདི་གའི་ཚང་མ་ད་གསལ་བཤད་གནང་དགོས་བ་ཆགས་དགོས་བ་རེད། དེ་ལ་བརྟེན་ནས་རེད་མ་གཏོགས། བྱང་ཨ་རི་སྐུ་ཚབ་དོན་གཅོད་ཡིན་པ་ཡིན་ནའི་ཡང། ཨ་ནི་ད་ག་མ་ཚད་དོན་གཅོད་སྤྱི་ཡོངས་ནས་ཁོང་ཚང་མས་ཀྱི་གོང་ས་མཆོག་ལ་དད་བཀུར་བརྩི་བཀུར་གནང་ཡ་དེ་བོད་མི་སྤྱི་མཚུངས་བྱས་བྱས་གནང་བསྡད་ཀྱི་ཡོད་པ་ཅི་ངོས་འཛིན་བྱེད་ཀྱི་ཡོད། བདག་ནང་ཡི་ངོས་འཛིན་བྱེད་ཡོད་མ་ཚད་ཡིད་ཆེས་རྒྱ་ཆེ་རྒྱག་རང་ཡོད། དེ་ཡོད་འདོད་སྐབས་ལ་ཕ་གི་ནང་ལ་ཁོ་རང་ཚོ་གི་འགྲེལ་བཤད་བསྐྱོན་ཡ་དེ། མ་གཞི་ད་བཀུར་འོས་འདི་བགྲོ་གླེང་ལངས་ཚར་བའི་ཞོར་ལ། སྐུ་ཚབ་དོན་གཅོད་ཀྱི་དོན་བྱེད་ལས་ཁུངས། རྐྱེན་རྩ་ནི་བྱས་བྱས་ནང་ལོག་འཛུལ་ཞེས་འདི་གའི་ཡོངས་རྫོགས་ཁ་ཚ་དངུལ་མང་ཐག་བདུན་ཕྲག་ག་ཚོད་སུ་འགྲོ་གི་ཡོད་ན་བདུན་དངོས་ལ་ཆ་ཚང་ཤྟོད་བཞག Facebook ནང་ལ། འདི་ནང་གཟིགས་པ་ཡིན་ན་ཆ་ཚང་མཇལ་ཡོད་རེད་ཅེས་ཞོད་ཡིན་འདི་སོང་ཟ་ད་ཡང་སྲིད་སྐྱོང་པར་འབུར་བཟོ་དོན་བཞག་འདུལ་བས་མི་འདུལ་བས། སྤྱི་དང་འགྲོ་སྟངས་བྱས་པ་ཡིན་ན་ལས་ཁུངས་ཨ་མ་འདི་དོན་གཅོད་རེད་དོན་གཅོད་ལས་ཁུངས་དེ་རེད། དེ་ནས་མི་ཨ་ས་མི་སུ་བཅར་ངེས་ཡོད་པ་ཡིན་ནས་བཅར་ས་འདི་ལས་ཁུངས་ལས་བྱེད་ཡོད་ས་རེད། འདི་ག་ཡོངས་རྫོགས་ལ་གོང་ས་མཆོག་སྐུ་པར། ཆེན་པོ་ཡོད་པ་ཅིག་ལ་དུས་རྒྱུན་ནང་བཞིན་འགྲིག་ཡོད་པ་དེ་གསལ་པོ་ཞིག་དག་རེད། ཅེས་ཞུ་ཡ་ཡིན། ད་ཡིན་ནའི་ཁོ་རང་གིས་ད་བདེ་གཤེགས་རྒྱ་ཡེ་ལ་ཕ་གི Facebook ནས་ཟིན་ན་ཆབ་སྲིད་ཀྱི་ཟུར་ཟི་བོར་བ Political Corner ཅེས་ཆབ་སྲིད་ཀྱི་ཟུར་ལབ་པ་དེ་ལ་ད་བྱང་ཨ་རི་ཡིན་ཙང་ཀ་ན་ར་དང་ཨ་རི་གི་རྒྱ་དག་ཡོད་པ་བྱས་དེ་ལ་ཆབ་སྲིད་ཀྱི་ཟུར་ཅེས་ཆབ་སྲིད་ཀྱི་ད་མགོ་ཁྲིད་ངེས་ཀྱི་པར་ཅིག་བཞག་བཞག་པོ་ཅི་རེད་བཞག་ཡིན་ནའི་ཡང་འདི་དུས་རྒྱུན་དུ་ནས་ཁོ་རང་ཚོ་བོད་ཆོས་གཏང་ཡ་འདི་ཞལ་ལག་ཆོས་ས་ཀྱི་ཅོག་ཙེ་དང། ཚོགས་འདུ་འཚོགས་ཡས་ཀྱི་ཅོག་ཙེ་གི་འགྲམ་དེ་ལ་རེད་དེ་བཞག་དེ་ཡོད་འདོད་གང་ད་ལས་ཁུངས་ནམ་རྒྱུན་དུ་ནས་ཨ་མ་ག་རེ་བརྩི་གི་རེད་ལབ་པ་ཡིན་ན་ལས་ཁུངས་ཀྱི་ཨ་མ་དེ་བཀའ་བློན་ཞུ་ས་བརྩི་དགོས་ར་བ་དེ་ནས་ལས་བྱེད་ཞུ་ས་བརྩི་དགོས་གོ་ར་བ་དེ་སོང་ཙང་ལས་ཁུངས་ཨ་མ་ནང་ལ་གོང་ཚ་ཆུ་སྐུ་བར་མ་གཏོགས་གཞན་མེད་པ་གསལ་པོ་ཞག་རེད་ཆེ་ཞོན་ཐུགས་ཆེ་གནང།
འཕྲོས་དོན་དྲི་བ་བཞི་པ་སྤྱི་འཐུས་ཟླ་བ་ཚེ་རིང་ལགས། བོན་གཙོ་ཅོག་ཁ་བཏགས་ཅན་གྱི་བྲིས་པ་ཨང་དགུ་བོད་ཀྱི་དོན་བྱ་དང་པོའི་ཐོག་ལ་ཡང་བཀའ་ཤག་གིས་ག་རེ་བཀའ་གནང་འདུག་ཟེར་ན། ཚོགས་འདུའི་ཚོགས་ས་འདི་ལ་ཡང་ཨ་ནི་མ་འོངས་པ་ལ་ཡང་སྐུ་མདུན་བསྐོ་བ་བཞག་ཡ་རྗེས་ནས་བཀའ་རྒྱ་བསྣང་གི་ཡིན་གསུངས་འདུག་གལ་སྲིད་གོང་དུ་གསུངས་བསྡད་བོད་ཀྱི་གསོལ་ཚིགས་འཚོལ་ས་དང་ཚོགས་འདུའི་ཚོགས་ས་དེ་གལ་ཆེན་པོ་མིན་པ་ཅིག་དེ་འདྲའི་སྲིད་སྐྱོང་གི་སྐུ་པར་འབྲི་ཡོད་ན་ད་ཡང་བསྐྱར་དུ་དེ་འདྲ་བཀའ་ཤག་ནས་ཨ་ནི་བསྐྱར་དུ་བཀའ་རྒྱ་གནང་ནས་དེ་ལ་ཡང་སྐུ་འདུས་སྐུ་བ་ཅིག་དགོས་རེད་ཟེར་ནས་གསུང་དགོས་དོན་དེ་གར་ཆགས་དགོས་ཡོད་ན། དེ་གཅིག་ཡིན། དེ་ནས་ཐ་མ་དེ་ལ་ཡང་ཨ་ནི། དེ་ཅི་གསུང་དགོས་ཀྱི་རེད་ཟེར་ནས་བཀའ་ཤག་གིས་ངོས་འཛིན་བྱེད་ཀྱི་ཡོད་གསུང་བཞག་ཅི་གསུང་བྱེད་ཀྱི་དགོས་ཀྱི་གསུང་ཡས་ཀྱི་ངོས་འཛིན་བྱེད་ཡས་དེ་ཨ་ནི། དེ་འདྲའི་གི་སྲིད་སྐྱོང་གི་སྐུ་བ་བཞག་སྟངས་དེ་ཨ་ནི། དོན་གྲོས་ཁང་དང་ཚང་མ་ལ་ཡང་ཅི་གསུང་དགོས་དགོས་ཟེར་ནས་དེའི་ངོས་འཛིན་བཀའ་ཤག་གིས་གནང་དགོས་ཡོད་ན་ག་རེ་གནང་དགོས་ཡོད་ན་ཟེར་ནས་འདི་ཤོད་ཡས་ཡིན།
བསྟན་འཛིན་སྲིད་སྐྱོང་མཆོག
དཔལ་ལྡན་ཚོགས་གཙོ་མཆོག་ད་ད་ལྟའི་ཆར་ལ་གཞི་རྩའི་ཞལ་ལག་མཆོད་གསར་གྱི་གདེང་འཇོག་དང་ཚོགས་འདུ་ཚོགས་གསར་གྱི་གདེང་འཇོག་འདི་འགྲམ་ལ་སྲིད་སྐྱོང་པར་ཡོད་པའི་ཐོག ྋགོང་ས་མཆོག་གི་སྐུ་པར་འགྲེམས་སྤེལ་ཞུ་གི་ཡིན་ཞེས་ཞུ་དགོས་དོན་དེ་གང་ཟིན་ད་དེ་ལ་རྩོད་གཞི་ཆགས་པ་ཡིན་ཙང་ང་ཚོའི་གཞི་རྩའི་དོན་བརྗོད་ཐོག་ནས་གཟི་དང་འདི། མཆོད་བཤམས་དང་དོན་བརྗོད་ལས་ཁུངས་དང་ལས་ཁུངས་ཨ་མ་འདི་ད་ལས་བྱེད་ཡོད་ས་ཨ་མ་འདི་རྩིས་ཞྭ་བ་ཆེ་རེད་ཤག་ཡིན་ནས་ད་འདི་ཆབ་སྲིད་ཀྱི་ཟུར་རུ་བྱེད་བྱེད་འདི་ལ་ནི་རྒྱལ་དར་དེ་ཡོད་ཞྭ་བ་བྱེད་བྱེད་ཨ་ནི་སྲིད་སྐྱོང་གི་པར་བཞག་ཞྭ་བ་ཆེ་རེད་ཤག་ད་འདི་ལ་གཟི་དང་ཐོག་ནས་མ་འདྲ་བ་གཟིགས་ཀྱི་ཡོད་པ་ཡིན་ན་ད་རང་ལའི་ཨ་ནི་གོང་ཚ་མཆོག་སྐུ་པར་ང་ཚོས་ཀྱིས་དེ་འདྲས་ཞུས་པ་ལ་འགྲིག་གི་འདུག་གངས་སེང་ད་གིན་ཞུས་པ་ནང་བཞིན་གོང་ས་མཆོག་སྐུ་པར་འདི་དོན་གཅོད་འདུག་གཟུད་ཡོང་དོན་སྐབས་ནང་ནས་ལ་འགག་རང་ལའི་གྲོས་ཚོགས་འཐུས་མི་སྔོན་མ་གསེར་གྱི་གཟེངས་རྟགས་ཞེས་པ་འདི་གའི་ཚང་མ་མཇལ་ཡོད་རེད་ཡང་འདིའི་ཐོག་ལ་དོན་གཅོད་ལས་ཁུངས་ལ་ཕེབས་དོན་གང་ལ་ཡང་ལ་འགག་རང་ལའི་གོང་ས་མཆོག་དང་སྲིད་འཛིན་ཨ་རི་སྲིད་འཛིན་རྣམ་པ་རིམ་པ་རྣམ་པ་མཇལ་བའི་སྐུ་པར་འགའ་ཡོད་བསྡད་པ་ཅི་རེད། འདི་ཡོད་འདོད་ཁང་ལྟ་གཟིགས་སྟངས་ཅིག་ཡོད་འདོད་སྐབས་ལ་མི་མང་ནང་ལ་ནི་ཡང་ཁོ་ཐུགས་འཚབ་གནང་ངེས་ཅིག་ཡོད་པ་ཡིན་ན་ཐུགས་ཁག་མེད་པའི་ཕྱིར་ཁོང་ཚོ་ཐུགས་འཚབ་སེལ་ཆེད་དུ་འདིའི་ཐོག་ལ་སྐུ་པར་ཨ་ནི་ང་ཚོའི་བཀའ་ཤག་ཐོག་ནས་བཞག་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་ང་ཚོའི་ཐོག་ལ་ཐེ་ཚོམ་བཅས་མེད། དོན་དྲི་བ་དྲུག་པ་སྤྱི་འཐུས་ནོར་བུ་ཚེ་རིང་ལགས།
པཎ ྋགོང་ས་མཆོག་དེ་རིང་ཀ་རྟགས་ཅན་གྱི་དྲི་བ་འདི་ལ་ཡ་མདོ་བཞི་ཅན་བགྲོ་གླེང་གནང་ཐུབ་ཀྱི་ཡོད་རེད་དེ་ཡི་དུས་ཚོད་ཆུང་ཆུང་ཞིག་ལེན་བྱས། སྤྱིར་བཏང་གི་ཨ་རིའི་དོན་གཅོད་སྐུ་ཚབ་ཁང་ལས་ཡ་སྐུ་པར་དང་པཎ ྋསྲིད་སྐྱོང་མཆོག་གི་སྐུ་པར་གྱི་གཞས་ཡག་དེ་འདྲ་ཞིག་འདུག་ལྷག་པར་དུ་ད་ལྟའི་ངེད་ཀྱི་བསམ་ཚུལ་གཟིགས་དགོས་པའི་དགོངས་ཚུལ་ལྟ་ག་ཚོད་དགོས་རེད་ཅིག་ཞུས་བས་ན། གཅིག་གིས་ཅི་ཡོད་ཡོད་པ་ཅིག་ལ་ཡང་བསམ་ཚུལ་དགོངས་དག་ཞུ་བས་ན། སྤྱིར། ཁྱབ་བསྒྲགས་ཆེན་པོ་འབྲུ་ཡལ་དེ་ལ་ཡལ། དོན་གཅོད་ཁང་ལ་ཡལ། སྐུ་མགྲོན་ཕེབས་པའི་སྐབས་དང། མི་སྣ་གལ་ཆེ་ཕེབས་པའི་སྐབས་ལ་ཡལ། སྐུ་པར་སྒྲོན་གསར་དེའི་རྒྱབ་རྟེན་གྱི་རྩིག་པ་དེ་སྔོན་པོ་ཅིག་དང་ནི་གེགས་ང་ཚོའི་ཀེ་ན་ཏྲ་དང་ཨ་རིག་གི་མཇལ་དར་བྱས་དེ་ལས་སྲིད་སྐྱོང་སྐུ་པར་ཡོ་བྱད་སྐུ་པར་བསྐྱོན་བྱས་དེ་གདོང་དེབ་ནང་དང་ཡེ་ནས་རེད་དྲ་རྒྱའི་ནང་ལ་ཡལ། ཤུགས་དྲག་ཆེན་པོ་ཅིག་འགྲོ་དུས་ག་ལ་ཡལ་ནི་གཟིགས་ཚུལ་གྱི། རྒྱ་གར་མི་ཆོས་སྐུར་པ་མེད་བས་ཀྱི་རྣམ་པ་རེ་བ་ཅིག་ཏན་ཏན་གཟིགས་ཚུལ་རེ་ཞིག་འདུག་དེ་འདྲའི་ཅིག་ངས་ཞུ་ཡས་ཡིན། དེའི་ཐོག་ལ་ཡང་ལྟ་ཅིག་གིས། སྒེར་གྱི། ག་ཡོད་ཞུ་ཡས་གས་མི་འདུག་སྟེ་དེའི་ཐོག་ལ་ཡང་ཐུགས་སྣང་ཅིག་གནང་ཐུབ་བས་ཡིན་མིན་ན། ཅིག་གིས་ཨ་ནི་ཏོག་སི་ཐུགས་ཕན་གསོས་མི་འགྲོ་ཟེར་ན་ད་ལྟ་ང་ཚོ་ཙང་ནས་མཇལ་གནང་ཡ་ཡོད་མ་རེད། སྐུ་ཚབ་དོན་གཅོད་དེ་རྒྱ་གར་མི་ཅིག་གི་མཚན། གཡར་པོ་གནང་ཆེད་བེད་སྤྱོད་བཏང་བཞག་པ་ཅིག་རེད་དེ་ལ་ཡང་ང་ཚོས་ངོས་འཛིན་གནང་དགོས་བས་དང་ལྷག་པར་དུ་མངོན་གསལ་དོད་པོའི་ཐོག་ནས་སྟོན་དགོས་བས་ཏེ་གལ་ཆེན་པོ་ཐུགས། ཐུགས་ཆེ་ན། དྲི་བ་དྲིས་ལན་གྱི་དུས་ཚོད་རེད་འཕྲོས་དོན་དྲི་བ་ཡོད་ན་དྲི་ཡ་རེད། སྤྱི་འཐུས་མཁྱེན་རབ་རྒྱ་མཚོ་ལགས། ཚོགས་གཞོན་མཆོག།
ད་དེ་རིང་གི་སྐར་རྟགས་ཅན་གྱི་དྲི་བའི་གནད་དོན་དང་འབྲེལ་བའི་རྩ་བའི་ཁ་སང་གནས་དེ་བར་དེ་གསུམ་མཐོང་ཡོང་དུས་པར་གསུམ་གྱི་ངོ་གདོང་བ་དེ་དུས་གུང་དུ་ཆགས་འབྲེལ་བྱེད་དུས་སོང་བ་ནང་བཞིན་ཨ་ནི་སྐུ་པར་རིག་གཤོམ་བྱེད་ས་གི་གནས་ཆས་དེ་ལ་ནི་རྒྱལ་དར་གཉིས་ཀྱི་དཀྱིལ་མ་ལ་ནི་སྲིད་གཞུང་དངུལ་པར་ཤག་ཤག་བ་ཅིག་དང། ལས་བྱེད་ཚོ་གི་ཕྱག་ལས་གནང་ས་ནི་མ་ཕེབས་ཡོང་ས་གི་ལམ་ཁ་གི་ཟུར་དུང་གི་མེ་བཏང་ས་ཅིག་གི་སྒང་དེ་ལ། གོང་ས་མཆོག་གི་སྐུ་པར་ཆུན་བཞི་བཞག་བྱས་པ་དེ་གསལ་བོ་རེད་ཤག་དེ་སོང་ཙང་དེ་རྒྱུ་དེ་གི་གནས་བབ་ལ་བལྟས་པ་ཡིན་པ་ཡིན་ན། གང་ལྟར་གནས་ཆེ་ས་དེ་ལ། འཕྲོས་དོན་དྲི་བ་འཕྲོས་དོན་དྲི་བ་དྲི་རོགས་གནང། འཕྲོས་དོན་དྲི་བ་དྲི་རོགས་གནང། འོ་དེ་འདྲས་སོང་ཡོང་ཙང་གང་ལྟར་སྐུ་པར་སྒྲིག་གཤོམ་དང་འབྲེལ་བའི་ཐོག་ནས། སྤྱི་ཚོགས་ནང་ལོགས་ཡ་གང་ལྟར་ལབ་གླེང་མང་པོ་ཅིག་བྱུང་བ་རེད། ད་ད་ལྟ་ཁོང་སྲིད་སྐྱོང་མཆོག་གིས་ད་དེ་འདྲའི་གི་ནི་དོན་མེད་པའི་ནི་གསལ་བཤད་གནང་གི་ཡོད་རེད། དེ་ཡིན་པ་ཡིན་ས་ནས་ངས་དྲི་བ་ག་རེ་ཞུ་གི་ཡོད་ཞུས་པ་ཡིན་ན། འདི་ལྟ་བུའི་སྤྱི་ཚོགས་ནང་ལ་ཡང་ནི། མ་གོ་ཡ་གི་ནི་ཚུལ་དེ་ལབ་གླེང་དེ་འདྲ་བཟོ་དགོས་ཡ་རྒྱུ་མཚན་དེ་ག་རེ་ཆགས་ཀྱི་ཡོད་ན་ཚེ་དྲི་བ་དང་པོ་དེ་དེ་ཡིན། གཉིས་པ་དེ། གོ་ཡ་ལ་ཡ་ད་སྐུ་པར་སྒྲིག་གཤིམ་སྤྱི་ཚགས་ཀྱི། ནི་ས་ཆ་ནི་གནས་གཙོ་བོ་དེ་སྐུ་ཚབ་དོན་གཅོད། ཁོང་བོ་དོན་ཆེན་རང་གི་ལས་ཁུངས་དེ་ཆགས་ཀྱི་ཡོད་ཟེར་བྱས་ནས་དེ་གསུང་གི་ཡོད་རེད། དེའི་ནང་ལ་ལས་ཡ་གོང་ས་མཆོག་གི་སྐུ་པར་མི་འདུག་ཟེར་ཡ་ཞིག་གནས་ཚུལ་གཅིག་ངས་གོ་སོང། ད་དེ་རིང་ད་ལྟ་ཁོང་སྲིད་སྐྱོང་མཆོག་གི་ཞིང་ན་དེ་ལ་ནི་སྐུ་མདུན་གྱི་སྐུ་པར་ཡོད་ཟེར་བྱས་ནས་གསུང་དུས་སྐབས་ལ་དེ་སྐོར་ལ་དམིགས་བསལ་གྱི་དྲི་བ་འགའི་ཞུ་ཡ་མེད། ཁོང་སྲིད་སྐྱོང་གི་གསུང་བ་དང་རང་གི་སྒང་ལ་ནི་ཡིན་ཤག་བྱེད་ཀྱི་ཡོད་ཞུ་བ་ཡིན།

དཔལ་ལྡན་ཚོགས་གཙོ་མཆོག་གིས་བཀའ་འདྲི་གནང་བ་ནང་བཞིན་རེད་གོང་ས་མཆོག་སྐུ་པར་དོན་གཅོད་ལས་ཁུངས་ལ་ཡོད་མ་ཚད་པར། ཆེད་ཤོལ་གསུམ་འདི་གོང་ས་མཆོག་སྐུ་པར་རེད། ད་སྲིད་སྐྱོང་པར་བརྩིས་ཀྱི་ན་པར། ཆུང་ཤོས་མ་ལབ་ཆུང་ཤོས་མ་ལབ་ནས་ད་ཆུང་བ་དྲངས་ཏེ་ཆགས་འདི་བོར་འདི་སོང་ཙང་དོན་གཅོད་ནི་པའི་ནས་ཆེ་ཆུང་དང། ག་བ་འདི་ག་ཚོ་བཞག་དགོས་ཡིན་པས་འདི་གའི་ཚང་མ་དགོངས་པ་བཞེས་བཞེས་བཞག་ཏེ་ཡིན་པའི་ནས་ཡང་དྲ་རྒྱ་ན་འདུག་རྗེས་ཡོང་སྡོད་ག་ལ་ག་འདྲས་ཡིན་ན་བྱས་རྗེས་གླེང་སློང་བྱུང་བཞག་པ་ཅིག་ཆགས་འདི་དགོས་འདུག་བྱས་རྗེས་ཞུ་ཡ་ཡིན་ད་པར་འདི་བཞག་དགོས་དོན་ད་ཡིན་གོང་དུ་ཞུས་པ་ནང་བཞིན་རེད་ད། དོན་གཅོད་ཁོ་རང་ཚོ་ནང་ཚོགས་འདུ་འཚོགས་བྱས་ཨ་འདི་དོའི་སྐབས་ལ་ཨ་ནི་ཁོ་རང་ཚོ་གྲོས་བསྡུར་བྱུང་བཞག་པ་གཞི་བཟུང་བཞག་བཞག་པ་གཞི་རེད་བཞག་དེ་ཡོད་འདོད་ཁ་ལ་མ་གཞི་ནས་རྣམ་པ་ཚང་མས་ཀྱི་ད་ལྟ་སྤྱི་ཚོགས་དྲ་རྒྱ Office of Tibet གྱི་དྲ་རྒྱ་ནང་ཕེབས་པ་ཡིན་པ་ཡིན་ན་སྐུ་པར་ཆ་ཚང་ཧ་ལམ་ག་ལ་ང་ཙམ་གསལ་པོ་མཇལ་ཡོད་རེད་འདི་ཡིས་ཨ་ནི་ཡང་ཁ་སུག་རེད། བསྐྱར་དུ་ཟིན་ས་གཅིག་གསུངས་སུ་གང་ཟ་བོ་རེད་མེད་མེད་བཏང་ས་སྒང་དེ་ལ་ཟིན་སུ་འདི་མེད་པ་ཡང་གཞན་དག་ཡས་ཡོད་རེད་མཆོད་བཤམས་ལས་ཡོད་རེད་སྐུ་པར་མང་མང་ཐག་ཆོད་མཇལ་ཡོད་རེད་བྱས་བྱས་ཞུ་བས་དེ་ཡིན་ཐུགས་ཆེ་ན། ད་ལྟ་ཕྱག་རྒྱ་ངན་འཁྲུག་ཡོད་དེ་རྗེས་ལ་གོ་སྐབས་ཕལ་མེད་སྤྱི་འཐུས་རྒྱ་རི་བུ་ཕྲུག་ལགས། ཡང་ཀྱང་ནན་ཏན་བྱིན་ལ་ཞུ་ཡ་ཡིན་ད་ལྟ་དེ་འཕྲོས་དོན་འཁྲེལ་བའི་གི་དུས་ཚོད་རེད་ཐུགས་སྣང་གཞེན་སྐུལ་ཕུལ་ས་ཡས་མ་རེད་གསལ་བཤད་ཞུ་ས་ཡས་མ་རེད་དེ་ཡིན་དུས་ཚན་པ་ལ་འཕྲོས་དོན་དྲི་བ་རང་གནང་རོགས་ན་ཡང་ཞུ་ཡ་ཡིན།
དཔའ་མཆོག་མཆོག་ཁྱད་ཆུང་གི་ཐོག་ནས་ངས་དོགས་དྲི་ཞུ་བ་དྲི་བ་བཏང་ཡང་དང་པོ་དེ་ད་ལྟ་སྐུ་པར་དང་འབྲེལ་བའི་ཐོག་ནས་ད་ལྟ་ཅིག་དེའི་ཐོག་ནས་ཅིག་ཞུ་ཡ་ཡོད་དྲི་བ་དེ་དྲི་བ་དེ་ག་རེ་ཡིན་ཞུས་པས་ན་པ་འདི་སྲིད་སྐྱོང་མཆོག་ཐོག་ནས་ད་ལྟ་ད་དོན་གཅོད་དོན་གཅོད་རྣམ་པ་ཚོ་གི་ཐུགས་ཐག་གཅོད་བྱེད་ཅིག་གནང་རེས་ལ་འདི་འདྲས་ཅིག་གསུངས་གནང་སོང་བསམ་གི་སྐུ་པར་འདི་ཏག་ཏག་དེ་གུ་ཡོད་དམ་མེད། འདི་ཐོག་ལ་ཡང། ལན་འདེབས་གསལ་བོ་ཅིག་གནང་རོགས་གནང། གཅིག་འདི་ཡིན། དཔལ་ལྡན་སྲིད་སྐྱོང་མཆོག། དཔལ་ལྡན་ཚོགས་གཙོ་མཆོག། མཆོག་སྐུ་པར་འདི། གལ་ཆེ་ཤོས་ཡིན་པ་ད་གཙོས་མི་གོ་བ་རེད་བརྗོད་མི་གོ་རེད་ཅེས་ཞུ་ཡ་ཡིན། ང་ཚོས་དད་བཀུར་བརྩི་བཀུར་བྱེད་ས་དེ་སྐུ་པར་ཡིན་དུས་སྐབས་ལ་མཆོད་བཤམས་ལ་འགྲིག་ཆེ་དུས་རྟག་ཏུ་སྨོན་ལམ་རྒྱག་ས་སྐུ་པར་ཡིན་དུས་ཁག་ལ་འདི་ཐོག་ད་ཚོད་གཞི་སྤུ་ཙམ་ཅིག་ཡོད་མ་རེད་བསམ་གྱི་འདུག་ངས་བསམ་པ་ལ། ཡིན་ནས་ཡང་ད་དོན་གཅོད་ཁོ་རང་ཚོ་རང་གི་ཚོགས་འདུ་འཚོགས་རྗེས་ཐུགས་ཐག་གཅོད་བཞག་པ་ཅིག་ཡིན་དེ་གོ་རེད་དོན་གཅོད་ནང་ལ་ཁོ་རང་ཚོ་ཐུགས་ཐག་གཅོད་བཞག་པ་དེ་འདྲའི་གནད་དོན་ཡོང་དེ་གོ་རེད་ད་ལས་ཨ་རི་དོན་གཅོད་གཅིག་པོ་ཡིན་ས་མ་རེད་བྷེ་ཇེན་གོ་ཡ་བྱས་པའི་དོན་གཅོད་ཁག་གཞན་དག་ལའི་པར་བསྒྲིགས་ཡོད་ས་རེད་ད་ཐོག་སྣང་དེ་རེད་ད་སྤྱི་ཚོགས་དྲ་རྒྱ་ནང་ལ་དོན་དོད་སྐབས་ལ་དྲ་རྒྱ་ནང་དོན་དོད་སྐབས་ལ་ད་དངོས་སུ་ལྟོས་པོ་ཅིག་ཡིན་ན། བྱེད་ཅེས་ཨ་འདིའི་བྱེད་ཅེས་ནི་ཁོ། སྤྱི་ཚོགས་ནང་བགྲོ་གླེང་གླེང་བཞག་པ་ཅིག་རེད་མ་གཏོགས་ཅིག་གི་དོན་གཅོད་ཁག་གཞན་དག་ལ་ཡིན་རེ་གཉིས་ཅི་ལ་འགྲིག་ཡོད་ས་རེད་བྱེད་ཅེས་ཞུ་ཡ་ཡིན། འཕྲོས་དོན་དྲི་བ་བརྒྱད་པ་སྤྱི་འཐུས་རྒྱ་རི་ཐར་ལགས། དཔལ་ལྡན་ཚོགས་གཙོ་མཆོག། ྋགོང་ས ྋསྐྱབས་མགོན་རིན་པོ་ཆེ་ང་རང་ཚོ་གི་བོད་མི་རིགས་ཀྱི་ངོ་བོ་རེད། བོད་མི་རིགས་ཀྱི་བླ་ན་མེད་པའི་དབུ་ཁྲིད་རེད། བོད་མི་རིགས་ཀྱི་མཚོན་བྱེད་རེད། མཚུངས་ཙང་ཨ་ནེ་སྲིད་སྐྱོང་མཆོག་གིས། པར་ཏེ། བོད་མི་རིགས་ཀྱི་ངོ་བོ་དང་བོད་མི་རིགས་ཀྱི་མཚོན་བྱེད་དང་བླ་ན་མེད་པའི་དབུ་ཁྲིད་ཟེར། འདི་ལ་འགྲོ་ཐུབ་དགོས་ར་འགྲོ་ཐུབ་དགོས་མ་རེད། དེ་དྲི་བ་གཅིག་ཡིན། དེ་ནས་བོད་ནང་ནས་སྲིད་སྐྱོང་གི་སྐུ་པར་སྒྲིག་ཁྲིམས་བཅས་མ་ཚད་ཤ་ཚ་གི་ཡོད་རེད། དེ་ང་ཚ་བོ་ཡིན། དེ་ཡང་སྲིད་སྐྱོང་མ་སྲིད་པས་ང་རང་ཚོ་འདུར་གཞིག་གི་སྟག་ལི་རྣམ་པ་ཡིན་ན་ཡང་བོད་ནང་གི་མཇལ་བ་མང་པོ་ལོ་ཁ་ཤས་སྔ་ན་ཡོང་བ་རེད་སྐབས་དེ་དུས་མི་མང་པོ་ཐུག་ཡོད་རྒྱུ་རེད། མི་དེ་ཚོ་བོ་ག་རེ་བྱེད་ཀྱི་འདུག་ཟེར་ན། ད་དྲི་བ་དྲི་བ་དང་རོ་དྲི་བ།
དེ་དྲི་བ་གཅིག་ཡིན། ཤག་ཚ་དྲོད་བྱེད་ཀྱི་འདུག། ལག་པ་ཕག་ཁས་སོང་ཁོ་ཚོ་མགོ་ལ་རག་གི་འདུག། ཁྲག་མ་ཁྱེར་བ་ང་ཚོ་གཟུགས་པོ་སྒོ་ང་འཕུར་གི་འདུག། དུས་ཀྱི་བྱིན་རླབས་ལེན་དགོས་རེད་ག་ག་ལེན་དགོས་རེད། ཁྱིམ་པ་ཕ་བ་རྐྱང་ཤང་གི་སྒང་གི་བྱིན་རླབས་ཅིག་ལེན་གྱི་མེད་དེ་ཧ་གོ་གི་རེད་དེ་གོང་ས་སྐྱབས་མགོན་རིན་པོ་ཆེ་གི་བྱིན་རླབས་ལེན་གི་ཡོད་རེད། ཨ་ནི་བོད་ནང་ནས་སྲིད་སྐྱོང་གི་སྐུ་པར་སྒྲིག་ཞིབ་བྱས་པ་དེ་ཡང། འདོད་དོན། རྒྱ་ཡི་རྗེ་ནོར་རི་གི། བླ་ན་མེད་པའི་སྐུའི་རྩིབས་དང་ཆེ་མཐོང། བཏབ་པ་ལྷག་བསམ། འོ་དེ་ལ་ཞབས་ཕྱི་སྒྲུབ་མཁན་གྱི་མི་གཅིག་ཡིན་པ་སོང་ཙང་ཆེ་མཐོང་དེ་སྤྲོད་ཀྱི་ཡོད་རེད། དེ་ཟུར་ཆུང་མཆོག་ནས་དེ་འདྲའི་ཅིག་ལ་ངེས་འཛིན་བྱེད་ཀྱི་ཡོད་བྱེད་ཀྱི་མེད། དེ་གཅིག་ཡིན། དེ་ཡི་གཅིག་འདི་གཅིག་གི་བཏང་སོང་དེ་དེ་ལན་དེ་ངའི་ས་འོག་ཅིག་བརྐུས་མ་སོང་དགོངས་དག་བཤད་ཡིན། བཀའ་ཤག་ནས་འདིའི་རིགས་བྱེད་ཕྱོགས་གཅིག་གྱུར་དགོས་པར་གཟིགས་ཀྱི་ཡོད། ཕན་འབྲས་ཀྱི་གསལ་བརྡས་བྱ། ད་འདིའི་རིགས་བྱེད་ཕྱོགས་གཅིག་གྱུར་བྱེད་ཡ་དེ་ད་སྲིད་སྐྱོང་གི་པར་དེ་མུའུ་ཐུམ་ནས་ཨ་ནེ་ཞི་འདི་ག་ཚ་ཞི་ཀྲི་ལི་ཁོང་གི་ཡན་ལག་ད་པེ་བཞག་ན་ང་ཚོ་སྐུ་ཚབ་དོན་གཅོད་ཁག་ཆ་ཚང་བཞག་དགོས་ཡ་ཞིག་དང་དེའི་ནང་བཞིན་གི་ད་ལྷན་ཁང་དང་ད་པེ་བཞག་ན་ད་རི་མ་མང་པོ་ཞིག་ག་དེ་འདྲའི་ཡོང་དགོས་རེད། གཅིག་གྱུར་དེ་འདྲས་ཅིག་བྱེད་གི་ཡ་གསུང་གི་ཡོད་རེད་ཡང་མིན་ན་དེ་མིན་བ་བྱས་ནས་སྔོན་མ་ནང་བཞིན་གི།

ལྷན་ཁང་དང་ཨ་ནེ་གཅིག་སྡེ་ཚན་ཁག་ཚང་མ་ལ་བཞག་གི་རེད་བཞག་གི་ཡོད་མ་རེད། དེ་འདྲའི་བཞག་གི་ཡོད་ན་ཨ་ནེ་སྲིད་སྐྱོང་གི་ཆེ་མཐོང་དང་འདི་ལ་ཡང་དེ་སུ་དོ་ཕོག་འགྲོ་ས་རེད། དེ་འདྲའི་བཞག་གི་ཡོད་ན་དེ་དྲི་བ་གཅིག་ཡིན་ད་ག་ཡིན། དཔལ་ལྡན་སྲིད་སྐྱོང་མཆོག།

ཨ་ནི་འདི་འདྲའི་སེམས་སུ་སེའུ་འདི་ལ་མ་རེད་ཞེས་ཅེ་ཞུ་ཡ་དང། ཨ་ད་ནང་བཞིན་ང་ཚོའི་བླ་ན་མེད་པའི་དབུ་ཁྲིད་བཅའ་ཁྲིམས་ཀྱི་དོན་ཚན་དང་པོ་ནང་བཞིན་བཀོད་པ་རང་རེད། སྲིད་སྐྱོང་གཙོས་གཞི་ལ་མི་མང་ལ་ཡིན་ག་བ་ཆེམས་རེ་ཞུས་བསྡད་ཀྱི་ཡོད། བློ་བཟང་སེང་གེ་མི་དཀྱུས་མ་ཅིག་རེད། ད་ལྟའི་ཆ་ལ་མི་དཀྱུས་མ་འདི་ལ་སྲིད་སྐྱོང་གི་འགན་ཡོད་རེད། རྒྱན་ཡོད་པ་དེ་མ་ཚད་གོང་ས་མཆོག་ནས་ཡིན་པ་ཡིན་ནའི་ཡང་རིག་ནུ་སྙིང་དུ་རིག་ནས་སྙིང་དུ་བརྣག་པའི་འདོད་པའི་དོན་གསུང་བཞག་པའི་རྒྱན་དེ་ཡོད་རེད། དང་ནང་བཞིན་དབྱེ་བ་ཕྱེ་ཡ་གཅིག་ལ་འདི་ཐོག་ལ་སྲིད་སྐྱོང་གི་ལས་ཁུངས་དེ་ཡོད་རེད་སྲིད་སྐྱོང་གི་གོ་གནས་དེ་ཡོད་རེད། འདི་གསུམ་དབྱེ་བ་ཕྱེ་དགོས་རེད། དེ་ཡོད་ན་མཆན་རྒྱ་ཡ་འདི་བློ་བཟང་སེང་གེས་དོ་བདག་ལ་བལྟས་ཞེས་རྒྱབ་བསྡད་པ་འགྲིག་གི་ཡོད་མ་རེད་ད་ལྟ་བློ་བཟང་སེང་གེ་ལ་སྲིད་སྐྱོང་གི་རྒྱན་ཡོད་རེད། ང་ཡིན་ནས་ཡང་སྲིད་སྐྱོང་འགན་ཡོད་ཙང་སྲིད་སྐྱོང་གི་ལས་ཁུངས་འདི་དང་སྲིད་སྐྱོང་གི་གོ་གནས་འདི་ལ་ཁོ་འགན་ཁུ་འགན་ཁི་ཆེ། མ་འོངས་པ་སྲིད་སྐྱོང་སུ་ཕེབས་པ་ཡིན་ན་དེ་ལ་རྩིས་སྤྲད་ཀྱི་འགན་ཅི་ཡོད་དེ་བཞག་ཅི་རེད་མ་གཏོགས་གཅིག་པའི་བཅའ་ཁྲིམས་གོང་དོན་དོན་ཚུན་དང་པོ་ནང་བཞིན་བཞིན་བླ་ན་མེད་པའི་དབུ་ཁྲིད་དང་འདི་གས་སྲིད་སྐྱོང་ལ་ག་བ་ཡིན་ནས་བཀོད་མེད་པ་འདི་ངོས་འཛིན་རྒྱུ་ཡོད་ད་ལྟ་ཆབ་སྲིད་ཀྱི་འགན་འདི་སྲིད་སྐྱོང་ལ་ཡོད་བཞག་པ་ད་ལྟ་ང་ཚོས་ཤེས་བདེ་གོ་རེད་པོ་ལི་ཏིག་ལི་ཏྲ་ཆེ་ནི་ཤེས་བདེ་གོ་རེད་ད་རང་ང་ཚོས་ངོས་འཛིན་བྱེད་གོ་རེད་བྱེད་ཅེས་ཞུ་ཡ་ཡིན། ད་སྐུ་པར་དེ་སྲིད་སྐྱོང་གི་པར་རྩོད་གཞི་དེ་རེད་ད་བོད་ནང་ནས་ཡིན་པ་ཡིན་ནའི་ཁལ་ས་ཁལ་ཉིན་མོ་རང་སྐུ་ཤོག་ཞིག་ཕེ་བྱས་ཁོ་རང་བོད་ཀྱི་ས་ཁུལ་ཞིག་ལ་ཕྱིན་བ་ཡིན། མིའི་ནང་ལ་པར་དེ་འདྲ་མང་པོ་བཞག་གི་འདུག་གོང་ས་མཆོག་ཁྲི་ཟུར་ཟམ་གདོང་རིན་པོ་ཆེ་སྲིད་སྐྱོང་འདུག་བྱེད་ཅེས་ང་ལ་པར་ཆགས་པ་ཞིག་ཁུངས་ལེ་སོང། དྲི་བ་གཉིས་པའི་གི་ངོ་གདོང་དེ། སྲིད་སྐྱོང་ལ་ཡག་ཆ་བྱེད་ཀྱི་ཡོད་རེད་བོད་དང་ལོ་ལ་འདི་སྐུ་མདུན་གྱི་ཁྲིད་ནས་ཞུ་གི་ཡོད་པའི་སོང་ཙང་དེ་བྱིན་རླབས་ལ་རྩིས་བྱེད་ཆ་བྱེད་ཀྱི་ཡོད་པ་དེ་འདྲ་ཅིག་ལ་ངོས་འཛིན་ཞུ་གི་ཡོད་པས་ཟེར་ཡ་དེ་རེད་ཨ་ནི་གཅིག་གྱུར་ཟེར་ཡ་དེ་ལས་ཁུངས་ཁག་ཚང་མ་ལ་བོད་ནང་ལོ་ལ་ཞུ་གི་ཡོད་མ་རེད་ད་གཞུང་འབྲེལ་གྱི་ལས་ཁུངས་ཁག་དོན་གཅོད་རེད་གཞུང་འབྲེལ་གྱི་ལྷན་ཁང་ཁག་རེད་དེ་ཚོ་ནང་ལོ་ལ་གཅིག་གྱུར་ཟེར་ནས་གསུང་གི་ཡོད་རེད་པས་ཡང་མེད་ན་སྲིད་སྐྱོང་གི་པར་བཞག་མ་གོ་ཡ་གཅིག་གྱུར་གསུང་གི་ཡོད་རེད་པས་ཟེར་ནས་ད་དྲི་བ་ངོ་གདོང་དེ་དེ་རེད་དེ་བཞིན་བསམ་པ་དྲི་བ་ངོ་གདོང་ལ་གཟིགས་ཅེས་ལན་གསལ་པོ་གནང་བ་ན་བཞིན་ཞུ། ད་ལྟ་ཁྲག་དབྱངས་ཞི་བདེ་ལ་གོ་བ་ཕེབས་ཡ་ཡིན་སྤྱི་འཐུས་སྒྲོལ་མ་ཚེ་རིང་ལགས།
ཚོགས་འདུ་གནང་ཡུལ་དེ་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཆེ་བ་ཞིག་སྒྲིག་གཤོམ་དགོས་པའི་ཁོང་སྐྱབས་བྱེད་རྒྱུ་ཡིན་གསུངས་དུས་ཚ་ནས། དྲི་བ་དེ་ཕེབས་པ་ལ་བརྟེན་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་སྐུ་པར་ཅིག་ཨ་ནི་སྒྲིག་གཤོམ་གནང་དགོས་ཀྱི་ཡོད་པ་ཅིག་གཟིགས་པ་རེད་བས། གཉིས་པ་དེ་དེ་ཡིན། གང་ཡིན་ཟེར་ན་དཔལ་ལྡན་སྲིད་སྐྱོང་མཆོག་དབུ་འབྱེད། བྱེད་སྒོ་ལ་ཕེབས་ཡོད་རེད་དེ་དེ་བཞིན་གྱི་དེའི་རྗེས་ལ་ཡང་ཕེབས་ཡོད་རེད་དེ་སྐབས་དེ་བ་ལ་ཡང་ཨ་ནེ་དཔལ་ལྡན་སྲིད་སྐྱོང་མཆོག་གིས་སྐུ་པར་དེ་གས་བྱས་པའི་སྐབས་དེ་ལ་ཡང། ཅིག་ཚོར་སྣང་འདྲ་པོ་ཅིག་གང་ཡང་བྱུང་མ་སོང་བས། གང་ཡིན་ཟེར་ན་དེ་འདྲ་དྲི་བ་ཕེབས་ཡས་དེ་ངའི་བསམ་པ་ལ་ཡང་མི་མང་གི་འཚོ་བ་དང་འབྲེལ་བ་ཡོད་པ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག་ང་རང་ཚོའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ད་ལྷག་པར་དུ་ད་ལོ་འདྲ་པོ་ཆགས་བཞག་པ་ཡིན་ན་བཀའ་དྲིན་རྗེས་དྲན་གྱི་ལོ་ཞེས་བྱས་ང་ཚོ་སྲུང་བརྩི་ཞུ་གི་ཡོད་རེད་འདི་གསུང་ཚེ་ཞུ་བ་ནང་བཞིན་གྱིས་སྐྱབས་མགོན་རིན་པོ་ཆེའི་སྐུ་པར་དེ་མི་མང་གིས་ཟུར་གླུ་འདི་འདྲ་བྱེད་ལ་བྱས་ཡོང་དུས་རང་བཞིན་གྱིས་ཅིག་བློ་མ་བདེ་རུ་ཡོང་བའི་ཐོག་ནས་འདི་ཕེལ་གི་མེད་འགྲོ་བསམ་བསམ་གྱི་ང་རང་གི་དེ་རེད། ངེད་ཀྱིས་ང་རང་ལ་བྲེལ་བ་བྱེད་ངེས་བྱུང། པར་ཡས་སྤྲད་ངེས་བྱུང་ཡིན་ནའི་པར་ལས་ཡིད་ཆེས་བྱེད་མེད། གནད་ཡོད་མི་སྣ་དེ་འདྲ་གིས་སྐུ་པར་དེ་དང་བྲལ་བའི་ཐོག་ནས་ཨ་ནི་སྐུ་ཚབ་དོན་གཅོད་ཁང་ལ་ཡ། ཕྱག་བྲིས་དངོས་སུ་གནང་བ་དེ་འདྲ་ཡང་བྱུང་ཤག་འདི་དཔལ་ལྡན་སྲིད་སྐྱོང་མཆོག་གི་སྙན་ལ་འཁྱོལ་ཡོག་རེད་འཁྱོལ་ཡོག་མ་རེད་བས། དེ་འདྲའི་ཅིག་ཨ་ནི་གནས་ཚུལ་བཏང་བ་བྱུང་ཡོད་ན་དེ་ལ་ཨ་ནི་ཨ་རི་དོན་གཅོད་ཀྱི་ཐོག་ནས་བཀའ་ལན་ག་རེ་གནང་ཡོག་རེད་བས་བཀའ་ལན་གནང་བ་གཞི་བཟུང་གི་འགྱུར་བ་ག་རེ་བཏང་ཡོག་རེད་བས་ཞེས་དྲི་བ་དེའི་འཐུ་ཆད་གནང། ཞེས་དེ་རེད།
ཨ་ནི་ད་ལྟའི་པར་བྱས་ཡོད་པ་འདིས་ད་ཡིན་གོང་དུ་ཞུས་པ་ནང་བཞིན་ཨ་རི་དོན་གཅོད་ལས་ཁུངས་ནས་འགྲེལ་བཤད་སྐྱོན་ཡང་འདིས། གོང་ཚོ་མཆོག་གི་སྐུ་པར་རྩ་ཆེ་ཡར་བརྩིས་བྱས། མཆོད་བཤམ་དང། དོན་གཅོད་ལས་ཁུངས་རང་དང་ལས་ཁུངས་ཨ་མ། ཡོངས་ལ་གོང་ཚོ་མཆོག་སྐུ་པར་མ་གཏོགས་སྲིད་སྐྱོང་པར་བཅས་མེད། ད་ཆབ་སྲིད་ཀྱི་ཟུར་བྱེད་ཆེད་ཨ་རི་དང་ཀ་ན་ད་ཀྱི་རྒྱལ་དར་བཞག་ཆེད་ཆབ་སྲིད་ཀྱི་ཟུར་བྱེད་ཆེད་ཆབ་སྲིད་ཀྱི་རྣམ་པ་སྟོན་པའི་ཐོག་ནས་སྲིད་སྐྱོང་གི་པར་བཞག་བཞག་པ་ཅི་རེད་བཞག་ད་འདི་དོན་གཅོད་ཀྱི་བདེ་གཤེགས་རྒྱལ་ཐང་དེ་རེད། གང་ཟེར་ན་ད་གོང་ཚོ་མཆོག་ནི་ང་ཚོའི་བླ་ན་མེད་པའི་དབུ་ཁྲིད་ད་ཡིན་དུས་སྐབས་ལ་ཆབ་སྲིད་དང་འབྲེལ་བ་མ་བྱུང་ན་བྱས་བྱས་ད་ཆབ་སྲིད་ཀྱི་ཟུར་ལ་སྲིད་སྐྱོང་གི་པར་བཞག་བཞག་པ་ཆེ་རེད་བཞག་ད་དོན་གཅོད་ལ་ཏན་ཏན་རང་ཆ་རིས་ཕུལ་ངེས་དང་བཞག་པ་ཕུལ་ངེས་བྱུང་ཡོད་ཀྱི་རེད་བྱུང་བ་ཡིན་ན་ཡང་འདི་ལ་བདག་རང་ཁོ་རང་ཚོ་གི་འགྲེལ་བཤད་དེ་བདག་རང་སྐྱོན་ཡོད་རེད་ཞེས་བསམ་གྱི་འདུག་གཞི་རྩའི་གོང་ཚོ་མཆོག་སྐུ་པར་ལས་ཁུངས་ཆ་ཚང་ལ་ཡོད་སྐུ་པར་བཅོ་གསུམ་ཡོད། འདི་ཆབ་སྲིད་ཀྱི་ཟུར་བྱས་ཆེད་རྒྱ་དང་གཉིས་སྤར་རུ་ལ། ཆབ་སྲིད་ཀྱི་རྣམ་པ། གོང་ས་མཆོག་ལ་ཆབ་སྲིད་ཀྱི་རྣམ་པ་དེ་མ་ཐོན་ཡའི་ཆེད་དུ། སྲིད་སྐྱོང་པར་བཞག་བཞག་པ་ཡིན་ཞེས་བྱས་རྗེས་བདག་རང་སྐྱོན་ཡོད་རེད་བསམ་གྱི་འདུག་ལ་འོང་ཐུགས་ཆེ་གནང། སྤྱི་འཐུས་དཔོན་མོ་འབྱུང་གནས་ལགས། བ་འདི་སོགས་སུ་ཤོག། ངས་ནམ་རྒྱུན་མཐོང་སྣང་ལ། ཐག་གཅོད་གནང་མཁན་འདི།

གནད་དོན་མང་པོ་ཞིག། ཡིན་ནས་ཡང་ད་འདི་ས་ཁོ་རང་ཚོ་དོན་གཅོད་མཛིད་པ་རེད་ཁོ་རང་ཐུགས་ཐག་གཅོད་བཞག་པ་རེད་པར་སྒྲིག་སྟངས་འདི་ཐོག་ནས་ད་ལྟ་བར་དུ་བཀའ་ཤག་ཐོག་ནས་བཀོད་ཁྱབ་བཏང་བཞག་པ་ཅིག་ང་ཚོས་ད་ལྟའི་ཆར་ཤེས་རྟོགས་མེད་དེ་ཡིན་པས་ནི་ཡིག་ཆ་བསྔོག་ཆོག་གི་རེད་དེ་སོང་ཙང་འགའ་ཤས་ཁོ་རང་ཚོ་དོན་གཅོད་ཁང་རང་ནས་ཁ་ཟུག་རེད་ཐག་གཅོད་ཅིག་འགྲོ་བཞག་པ་ཆགས་བཞག་ཡིན་ནས་ད་ཁོ་རང་ཚོ་གི་དོན་གཅོད་ཀྱི་ཚོགས་འདུ་ནང་ལ་ཡིག་ཆ་བཞག་བཞག་པ་དེ་དེ་བཀོད་བཞག་བཞག་པ་ཅིག་རེད། རི་དེའི་ཐོག་ལ་བཀའ་ཤག་ནས་མ་ལག་དེ་ཕྱེ་བར་བཀོད་དགོས་ཀྱི་ཡོད་མེད་ཐུགས་ཐག་མ་ཆོད་བར་དུ། དེ་བཀའ་ཤག་ནས་ཐུགས་ཐག་གཅོད་ཀྱི་རེད་ཞེས་ཞེས་ཞུ་ཡ་ཡིན་ལགས། དེ་ནས་ད་ཁོ་རང་ཚོ་དོན་གཅོད་ཚོགས་འདུ་ཚོགས་ཡོད་དུས་ག་ལ་ཁོ་རང་ཚོ་དགོངས་ཚུལ་འདི་ཨ་ནི་གྲོས་བསྡུར་བཞག་གྲོས་བསྡུར་བྱུང་བཞག་པའི་ཡིག་ཆ་འདི་དེ་བཏོན་བཞག་པ་ཆགས་དགོས་རེད་ཞེས་ཞུ་ཡ་འདུག་བྱས་ན།
འཕྲོས་དོན་དྲི་བ་བཅུ་གཅིག་པ། སྤྱི་འཐུས་ཐུབ་བསྟན་ལུང་རིགས་ལགས། དཔལ་ལྡན་རྫོགས་སོ་ཤོག། བཀའ་རྟགས་ཅན་དྲི་བ་ཨང་དགུ་པའི། བཀའ་ལན་ལ་ཡང་འཕྲོས་དོན་དྲི་བ་ཞུ་ཡ་ལ། སྐུ་པར་ཆེ་ཆུང་གི་བཀའ་མོལ་དུ་མ་རེད་བསམ་གྱི་འདུག་ད་ལྟ་དེ་ཞུ་ཡ་དེ། སྐུ་པར་སྒྲིག་གཤོམ་གནང་ས་དང། གནད་འགག་རྩིས་སྟངས་དེ་རེད་བསམ་གྱི་འདུག། སྒྲིག་གཤོམ་གནང་ས་འདི་ག་བ་གནང་ཡོད་རེད། དེ་ལ་ཡང་གལ་ཆེ་ཆུང་བརྩི་སྟངས་དེ་ག་འདྲ་ཞིག་བརྩི་གི་ཡོད་རེད། འདི་གནད་འགག་རེད་ཅིག་རེད་བསམ་གི་འདུག་དེ་འདྲའི་སོང་ཙང། ཆེ་ཆུང་བལྟས་པས་ན་ང་ཚོ་ཚོགས་ཁང་འདིའི་ནང་བལྟས་ན། ཟུར་གྱི་པོ་ཏཱ་ལགས་དང་བོད་ཀྱི་སབ་བཀྲ་དེ་ཆད་ཡོད་རེད་སྐུ་མདུན་སྐུ་པགས་དེ་ཆུང་བ་ཡོད་རེད། དེ་བྱེད་དུས་དེ་ག་འདྲ་ཅིག་ལ་ཡང་བརྩི་དགོས་ཀྱི་རེད། ཆ་ཚང་བརྡའི་ཆ་བྱས་པ་ན་སྐུ་མདུན་སྐུ་པར་ཆུང་བ་ཡང་རིགས་དཀྱིལ་དང་ཡང་གཡས་གཡོན་གཉིས་ལ་བོད་ཀྱི་རྒྱལ་དར་དེ་བསྒྲིགས་ཤོག་རེད། ད་ནི་ཞུ་ཡག་འདི། དཔལ་ལྡན་སྲིད་སྐྱོང་མཆོག་གིས་སྐུ་པར་སྒྲིག་གཞུང་གནང་ཞེས་པ་དེ་རེད་དེ་ལ་ཡང་བསམ་ཚུལ་ག་གེ་མེད་བསྒྲིགས་ཆོག་གི་རེད་ཞེས་འདི་ཞུ་ཡག་ཡིན། བསྒྲིགས་པ་རེད། ཆབ་སྲིད་སྐུ་དབང་ཆ་ཚང་ཡོད་དེ་ངེས་དེ་རེད་ཡིན་པ་ཡིན་ནའི། སྐུ་མདུན་སྐུ་པར་ཟུར་དུ་བ་ཅི་ལ་ཡ་ལྷག་བསྡད་ཡ་དེ། ལྷག་བཅུག་ཡ་དེ་ག་རེ་རེད། གལ་ཆེ་མིན་ན། སྐུ་མགྲོན་ཕེབས་ཡ་དག་ན་ཞིག་ང་རང་ཚོའི་གི། མི་ན་ཕེ་ན་པར་ཕེབས་པའི་སྐབས་ལ་ཡ། གཙང་མ་ལོག་ཞང་ཆེ་སྐུ་པར་མགྲོན་ས་དེ། རྒྱལ་དར་གསུམ་གི་པར་རུལ་ཡོད་བསྡད་པས། དཔལ་ལྡན་སྲིད་སྐྱོང་མཆོག་གི་སྐུ་པར་དེ་བདུན་བསྡད་ཞང་ཆེ་སྐུ་པར་བསྐྱོན་པ་མ་གཏོགས།

གོ་ཡག་ལས་ད་གི་བདེན་པ་ཡིན་མིན་ཞུ་ཡ་མེད་དེ་ཡིན་པ་ཡིན་ནས་དཔལ་ལྡན་སྲིད་སྐྱོང་མཆོག་དང་ཤེས་རིག་དྲུང་ཆེ་ཕ་ནེ་བ་ཕེ་ཡོད་པ་རེད། ཕེ་འདིའི་མདུན་དེ་སྐུ་པར་སྐྱོན་ཡོད་རེད་ཟེར་གྱི་འདི་གོ་སོང། སྐུ་སྐྱོན་ཡོད་དང་མེད་ཞུ་ཡ་མེད། གང་ལྟར། སྐུ་པར་སྐྱོན་མེད་བས་ནས་གཟིགས་ཀྱི་ཡོད་རེད་གཟིགས་ཡོད་དུས་ཙང་ནས། ཨེ་འདི་གོ་ཡག་ཅིག་གལ་ཆེན་པོ་མ་གཟིགས་པར་རེད་བས་ཟེར་གྱི་འདི་གཅིག་ཞུ་ཡ་ཡིན། ངས་བཀའ་འདྲི་ཞུ་ཡ་ལ་ཡ་འདིའི་གྲོས་བསྡུར་འདི་གནང་པའི་སྐབས་དེ་ལ་ཡ། རྣམ་པ་ལྷན་རྒྱས་ཡོད་རེད་ཡོད་མ་རེད་ཟེར་འདི་བཀའ་འདྲི་གཅིག་ཞུ་ཡི་ཡོད་བ་ཡིན་ན་དུས་དུས་ཙམ་ནས་འདིའི་ཐོག་ལ་ཡང་བཀའ་ཤག་གི་གོ་བསྡུར་གཅིག་གནང་བྱས་ཐག་གཅོད་གནང་ཡོད་རེད་ཡོད་མ་རེད་གཅིག་འདི་ཞུ་ཡི་དེ་ནས་གྲོས་བསྡུར་འདི་གནང་པའི་གྲོས་འགོ་བཏོན་མཁན་དེ་སུ་རེད། གྲོས་མགོ་སྟོན་མཁན་འདི། པ་འདི་སིན་ཡུལ་མཆོག་སྐུ་པར་བཞག་དགོས་ཡག་གི་གྲོས་མགོ་སྟོན་མཁན་འདི་སུ་རེད་ཞེས་བྱས་དེ་ཅིག་བཀའ་འདྲི་ཞུ་ཡག་ཡིན། དེ་ནས། ད་དང་ད་འདི་བཀའ་ལན་འདི་ནང་དེ་ལན་ཡོད་རེད་ལ་ཨེ་ད་གི། འཕྲོས་དོན་གི་དྲི་བའི་བཀའ་ལན་གནང་པའི་སྐབས་ལ་ཨེ་གསུངས་སོང། མི་མང་གི་གཟིགས་སྟངས་དང། རྩོད་གཞི་ཆགས་པ་སོང་ཙང། ད་འདི་ནང་ལས་སྐུ་མདུན་སྐུ་པར་འདྲི་ཡག་གི་ཨེ་ནི་ལམ་སྟོན་གནང་གི་ཡིན་གསུངས། ད་ལྟ་ཡང། ཀ་དག་ཅན་གྱི་དྲི་བ་སླེབས་པ། རྩོད་གཞི་ཆགས་པ། མི་མང་གཟིགས་སྟངས་ཆགས་པ་དེའི་རྒྱུ་མཚན་མ་གཏོགས། སྐུ་མདུན་སྐུ་པར་འདི་བསྡད་ན་ལ་ཡར་སྒྲིག་གཤོམ་གནང་དགོས་ཡ་གཙོ་བོ་བྱས་བྱས་དེ་ད་ལྟའི་གལ་ཆེན་པོ་གཟིགས་མེད་པ་རེད་བས། ཅེས་འདི་བཀའ་ལན་གནང་རོགས་གྱིས་ཞེས་བཅས་འདི་ཞུ་ཡང་ཐུགས་ཆེ་གནང།
དཔལ་ལྡན་སྲིད་སྐྱོང་མཆོག། དཔལ་ལྡན་ཚོགས་གཙོ་མཆོག་སྐུ་པར་ཆེ་ཆུང་དགོན་རྩོད་གཞི་མེད་གསུངས་སོང་ལྟ་ཡིན་པས་ཡིན་ནའི་ཡང་འགའ་ཤས་ལ་དེ་ཡང་རྩོད་གཞི་ཡོད་སྲིད་པ་རེད་དགོངས་ཚུལ་ཡོད་སྲིད་པ་རེད་བསམ་འདུག་ཡང་ད་ཡིན་ནའི་ད་ལྟ་གསུང་ཡ་གཙོ་བོ་དེ་སྒྲིག་ཞུ་གནང་ས་དེ་རག་ལས་འགོ་བ་རེད་ཅེས་གསུངས་སོང་ད་ཡིན་གོང་དུ་ཞུས་པ་ནང་བཞིན་རེད་ཞལ་ལག་མཆོད་ས་གི་འགྲམ་ལ་སྐུ་མདུན་སྒྲིག་ཞུ་གནང་བ་ཡིན་ན། ད་ཕེ་ཆེན་དོན་གཅོད་དང་དོན་གཅོད་ལས་ཁུངས་ནས་དགོངས་ཚུལ་ན། ང་ཚོ་ད་ཉིན་གུང་ཞལ་ལག་མཆོད་ས་འགྲམ་དེ་ལ་སྐུ་མདུན་སྐུ་པར་བསྒྲིགས་ན་ག་འདྲ་འདྲ་ཡོད་ནའང་བསམ་པའི་ཐོག་ནས། ཨ་ནི་མ་བསྒྲིགས་པ་མེད་ནའང་བསམ་བསམ་འདྲ་པོ་ཅིག་འདི་ཞུ་ཡ་ཡིན། གཞན་མ་གཏོགས་ཅིག་པའི་ཨ་ནི་སྐུ་མདུན་སྐུ་པར་ལས་ཁུངས་སྤྱི་ཡོངས་ལ་བསྒྲིགས་བཞག་པ་ཅི་རེད། ཨ་ད་ནང་བཞིན་པར་བརྒྱབ་ས་འདི་གསུངས་རེད། སྲིད་སྐྱོང་ཐོག་ནས་ཉེ་ཆར་པར་ཐོ་ཡངས་འདི་ཉེ་ཆར་རང།

དེ་ཡུལ་སྡོད་ཁང་ལ་ད། ལས་ཁུངས་ནང་ལ་ལྕོག་ཙེ་རྐུབ་བཀྱག་མང་པོ་ཞིག་རག་ཡོད་རེད། དེའི་མདུན་ལ་པར་རྒྱབ་བསྡུ་འདྲིས་མ་ཡིན་ཡོད། ཚོགས་འདུ་ཚོགས་ཡོད་སྐབས་ལ་སྲིད་སྐྱོང་མེད། གྲོས་ཆོད་བཞག་བཞག་པ་དེ་རྗེས་ལ་ཐོས་སུ་མ་གཏོགས་འདི་སྡོད་ཁང་ལ་སྲིད་སྐྱོང་མེད་ཞེས་ཞུས་ཡིན་ད་དེ་ཡིན་ནའི་ཁོ་རང་ཚོ་བཀའ་བསྡུར་ག་འདྲས་གནང་ཡོད་མེད་གྲོས་ཆོད་ག་འདྲས་བཞག་ཡོད་མེད་གྲོས་ཆོད་ཟིན་ནས་ཁོ་རང་ཐུགས་ཐག་ག་འདྲས་གཅོད་ཡོད་མེད་དེ་གས་ཕྱི་དྲིལ་ལས་ཁུངས་ནས་ཡིག་ཆ་ཟིན་ཡ་ཡོད་རེད་ཞེས་བྱས་ཞུས་ཡ་ཡིན། འཕྲོས་དོན་དྲི་བ་བཅུ་གཉིས་པ་དང་མཐའ་མ་སྤྱི་འཐུས་ཨ་ཅཱརྱ་ཡེ་ཤེས་ཕུན་ཚོགས་ལགས།
པ་འདི་སོགས་སུ་ཤོག། སྐར་རྟགས་ཅན་གྱི་དྲི་བ། རྒྱས་པས། མ་གཏོགས་གོང་དུ་གནས་ཚུལ་དེ་གའི་དེའི་སོ་སོ་ལ་ཡང་གོ་ཐོས་མ་བྱུང་ཞུ་བ་ཡིན། དམ་ལྡན་སྐར་རྟགས་ཅན་གྱི་དྲི་བ། ཕལ་པའི། ཉམས་རྟོགས་ལ་ཡང་སོ་སོ་ལ་ལྟར་བློ་འཚབ་ཅི་གར་བྱུང་ཞུ་བ་ཡིན་ན། ང་ཚོ་གཞན་དབང་སྟབས་བསྟུན་བྱས་ཅི་གསུངས་དེ་དུས་གོང་ས་མཆོག་བླ་ནས་མེད་པ་རེད་གོང་ནས་མེད་པ་རེད། རྒྱལ་ཁབ་བཅུ་གཅིག་བཅུ་གཉིས་ཀྱི་སྐུ་ཚབ་དོན་གཅོད་ཀྱི་ནང་ལ་ཡང་སྲིད་སྐྱོང་གི་འདྲ་པར་བཞག་པ་ཡིན་ན། མ་འོངས་པའི་གྱི་འཛིན་སྐྱོང་རྒྱལ་ཁབ་དེ་གས་དེ་གི་ཆབ་སྲིད་ཀྱི་ཐོག་ནས་མཛད་དཀའ་ཁྲིགས་ཁྲིགས་མ་རེད། ངས་དེ་གཅིག་དྲི་བ་གཅིག་དེ་ཡིན། དྲི་བ་གཉིས་པ་དེ་ལ་ཡང། དོན་གཅོད་ཀྱི་ཚོགས་འདུའི་ལ་ཡང་ངེས་པར་དུ་སྲིད་སྐྱོང་གི་འདྲ་པར། ཡིན་གཅིག་མིན་གཅིག་བཞག་དགོས་ཀྱི་རྒྱུ་རྐྱེན་གར་ཅི་ནས་བྱུང་ཡོད་རེད། དྲི་བ་གསུམ་པ་འདི་དོན་གཅོད་ཀྱི་གལ་སྲིད་ད་ཡོང་རྒྱབ་སོར་གྱིས་བཏང་བྱས། བཀའ་ཤག་གི་གོང་ཚོའི་གཞི་བཟུང་གི་ཡོང་རྒྱབ་སོར་གྱིས་བཏང་བི་བྱས་ལི་ཡ་དོན་གཅོད་ཁག་གི་གལ་སྲིད་སྲིད་སྐྱོང་གི་འདྲ་པར་མ་བཞག་བི་ཡིན་ན། ཨེ་ནི་མ་བཞག་ངེས་ཚོར་ལི་ཡ་ཨེ་འདི་ལི་ཡ་ལྟ་ཕྱོགས་དང་གཟིགས་ཕྱོགས། ཆགས་རེད་ཆགས་མ་རེད། ལར་ནས་ད་གཞི་གོང་དུ་ཕྱག་སྦྲེལ་གཅིག་གིས་གསུངས་པ་ནང་བཞིན་གྱི་དོན་བརྗོད་དེ་དེ་རིང་གི་ད་ལྟའི་གི་དགོངས་ཚུལ་གྱི་གྲོས་ཆོད་བཞག་སྟངས་ལྟར་ན་དོན་བརྗོད་ཀྱི་སྲིད་དོན་ཚོགས་པའི་གི་ལས་ཀའི་གི་ངོ་བོ་ཅིག་བྱེད་བཞག་པ་ཞིག་མ་རེད་པས། ཐུགས་ཆེ་ན་པ་མཚོ་མཆོག། དཔལ་ལྡན་སྲིད་སྐྱོང་མཆོག།
བོད་ནས་ཚོགས་གཙོ་མཆོག་འཛམ་གླིང་འགྲོ་སྟངས་བྱས་བྱས་སྲིད་སྐྱོང་གི་འགན་འཁྱེར་ངེས་སུ་ཡིན་པ་ཡིན་ནས་ཡང་འདི་པར་སྒུག་འདུག་བྱས་བྱས་དོན་གཅོད་ནང་གྲོས་བསྡུས་བྱས་བྱས་ཀྱི་བཞག་བཞག་པ་ཅི་རེད་བཞག་འདི་སོང་ཙང་པར་བཞག་སྟངས་འདི་ཡིན་པ་ཡིན་ནས་ཆབ་སྲིད་ཀྱི་ཟུར་བྱས་བྱས་ཆབ་སྲིད་ཀྱི་ཟུར་ལ་པར་བཞག་བཞག་པ་ཅི་རེད་བཞག་ད་ད་ཡིན་གོང་དུ་ཞུས་པ་ནང་བཞིན་གཞི་རྩའི་བཀའ་ཤག་ཐོག་ནས་ལམ་སྟོན་བཞག་པ་ཡིན་ནས་འདི་འདྲས་བཞག་དགོས་རེད་ཟེར་མ་གཏོགས་ཅིག་པའི་མ་བཞག་པ་ཡིན་ན་ག་རེ་བྱེད་རེད་མ་བཞག་ཐོག་པ་ཡིན་ན་བཀའ་ཤག་ཐོག་ནས། ཨ་ནི་གང་བྱེད་རྩིས་ཡོད་མ་རེད་སོ་སོ་དང་དུ་བླངས་ནས། སོ་སོ་འདོད་པ་ཞིག་ཟུང་འགྲོ་རྒྱུ་རེད་མི་མང་ནས་བདག་རང་ཞིག་འགྲོ་དེ་དགོས་རེད་མ་གཏོགས་བཀའ་ཤག་ཐོག་ནས་བཀའ་ནན་པོ་བཏང་བཞིན་ཅི་མི་བཞག་དགོས་རེད་ཟེར་ལན་ང་ཡང་ཞུས་ཡོད་མ་རེད་ལ་མ་འོངས་པར་ཞུ་ཞུ་རྩིས་མེད། ཡིན་པ་ཡིན་ནས་ཡང་མི་མང་རེད་བོད་དོན་རྒྱབ་སྐྱོར་ཚོགས་པ་རེད་འདི་གས་ཀྱི་བཞག་ཡོང་དོན་སྐབས་ལ། ཁོ་ཁོ་རང་ཚོ་ལམ་སྟོན་གསལ་བོ་དགོས་ཡ་དེ་གལ་ཆེན་པོ་ཞིག་རག་རེད་བཞག་འདི་གསལ་བའི་ཐོག་ནས་བཀའ་ཤག་ནས་ལམ་སྟོན་གསལ་བོ་ཞིག་གནང་གི་རེད་བྱས་བྱས་ཞུ་ཡ་འདི་ཡིན།
དེ་ཡིན་རྗེས་ཀྱི་དྲི་བ་དྲིས་ལན་གྱི་དུས་ཚོད་ཟིན་པ་ཡིན།